ཨོ་རྣམ་པ་ཚོ་ཚང་མ་ལོ་ལེགས་འཚམས་འདྲི་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང། ཞུ་བ་ཡིན་ཨ་ནི། ཐོག་མ་དེ་ལ་ཡང་ཚེ་འདས་ཆེན་གྱི་ཡི་སྐྱབས་མགོན་ཐམས་ཅད་ཀྱིས་གཟིགས་པ་ཆེན་པོ་མཆོག་ལ་ཡང་གོ་གསུམ་གོ་ཆག་སྔོན་དུ་བཏང་ནས། ད་དེ་ནི་མ་སྐད་ཆ་ཁ་ཤས་ཤིག་ཞུ་མ་ཞུ་རང་ཞུ་རེད་མཁས་སོང་གལ་ཆེན་པོ་རེད་ཅེས་ང་རང་གི་ངོ་ནས་མཐོང་གི་ཡོད་ད་རྣམ་པ་ཚོས་གཟིགས་ཀྱི་ཡོད་ན་མེད་ན་གང་ཞིག་རེད་བ། ཨ་ནི། ཁ་ཚ་ཉི་མ་ཁ་ཤས་ཀྱི་སྔོན་ལ་ཡང་ངས YouTube ནང་སྐད་བཤད་པ་རེད། ཨ་ནི་རྒྱབ་སྐྱོར་ཧ་ལས་པ་གནང་ཞེས་ཨ་སེང་སེང་གནང་གི་ཚང་མ་ལོ་ལ་ཡར་ཐུག་ཆེད་བཀའ་དྲིན་ཆེ་ཞུ་ཡ་ཡིན་ཨ་ནི་མཆན་རྒྱག་མཁན་དང་མ་སྦྱང་མཁན་ཚང་མ་ལོ་ལ་རེ་བ་ཨ་ནི་ཚང་མ་ལོ་ལ་ཐུག་ཆེད་བཀའ་དྲིན་ཆེ་ཞུ་ཡ་ཡིན་གང་ལྟར་ད་དེ་རིང་མ་དེ་རིང་དོན་ཡ་དེ་འདི་ནང་ལ་ཡར་མཆན་བཅོས་མཆན་བཅོས་མཁན་ཁ་ཤས་ཞིག་འདུག་ད་དེ་ཡིན་དེ་ག་ལ་དང་པོ་དེ་ལ་ཡར at the rate ཟླ་བ་ཚེ་རིང twenty five ཁོང་གིས་མཆན་གསུམ་གྱི་སྐྱོན་བཤད། ཨ་འཇིགས་འདུག་ལོ་ཡི zero three six nine ནས་བཟོ་དེ་ཨིན་ཇི་ནས་ཨེ་ཡིད་ཨིན་ཇི་ནས་བྲིས་བཤད། ཨ་ནི་དོན་དག་དེ་བོད་སྐད་ནས་རེད་བཤད། ད་དེ་ཡིན་དེ་ག་ལ་དེ་ཡིན་ང་སྐད་ཆ་དྲང་པོ་ཞུས་པ་ཡིན་ན་དེ་རྣམ་པ་དྲུག་པ་དང་དགུ་པ་འདྲ་པོ་ཞིག་དེ་འདྲའི་ཡི་གེ་དེ་བ་བྲིས་པ་ཡིན་ན་ར་མ་ལུག་གི་ཡི་གེ་བྲིས་པ་ཡིན་ན་ང་དེ་ཞེ་དྲག་བློ་ཐུག་པོ་ཡོད་མེད་ཨ་ནི་བློ་ཡ་ལ་དགའ་པོ་ཡོད་མེད་དོ་སྣང་ཡོད་མེད་ཞུ་ཡ་ཡིན་གལ་སྲིད། ཁྱེད་རང་བོད་པ་ཅན་ཡིན་ན། ཨ་ནེ། ལུང། ལུང་ཡིས། Zero Three Six Nine ལགས་ཁྱེད་རང་བོད་པ་ཅན་ཡིན་ན་བོད་བོད་ཡིག་གི་ཐོག་ནས་མཆན་བཀྱོད་རོགས་གནང། ཨ་ཁྱོད་རང་གི་བསམ་ཚུལ་བཤད་ཡ་ཡིན་ན་བོད་ཡིག་ཐོག་ནས་གསུང་རོགས་གནང་ཟེར་ཞུ་ཡ་ཡིན། ཞེ་མེ་ར་མ་ལུག་དེ་ང་ཤི་ད་འགོ་ཚུགས་ཀྱི་མེད། དོ་སྣང་མེད་འདིར་དོ་སྣང་བྱེད་ཀྱི་མེད་ཟེར་ཞུ་ཡ་ཡིན། ཨ་ནེ་བོད་པ་མེད་ན་ནི་ངའི་སྐད་ཆ་ཉན་དགོས་ཡ་དེ་འབྲེལ་བ་ཡོད་མ་རེད། ངས་འཛམ་བུ་གླིང་གི་གནས་སྟངས་སྐད་ཆ་བཤད་དགོས་བ་མ་རེད་ད་ལྟ་ང་ཚོ་བོད་པའི་སྤྱི་ཚོགས་ཆུང་ཆུང་གྱི་བཙན་བྱོལ་ནང་ལ་གནས་དེ་གའི་ཨ་ནེ་རྒྱ་བལ་གྲོགས་གསུམ་རེད་ཨ་ནེ་ཡང་ཕྱི་རྒྱལ་ཡུལ་ལུགས་གང་ལ་གནས་དེ་གའི་ང་ཚོར་ད་སྤྲད་པ་ནང་བཞིན་འཐོར་བསྡད་པའི་རྒྱ་བ་རུམ་བཅས་ཀྱི་འདུ་ཤེས་ནས་བསྐྱུར་བའི་མི་རིགས་གཅིག་ལ་ཡང་ཨ་ནེ། ང་ཚོ་བོད་ཀྱི་ཆོས་དང་རིག་གཞུང་ཆབ་སྲིད་ཀྱི་ཐོག་ལ་ཡང་ངས་དེ་སྐད་ཆ་བཤད་དགོས་བ་རེད་བརྗོད་ན་མ་བརྗོད་ན། དེ་ཡང་ད་རྒྱ་རོམ་གྱི་གོང་གཤིས་ལྟར་གོང་བཀོད་ལྟར་འགྲོ་ཐུབ་ཡག་གི་རེ་བ་ཆེ་ཤུགས་རྒྱབ་ཆེ་དེ་འདྲ་ཞིག་བྱེད་དགོས་རེད། དེ་ཡིན་དུས་ག་ལ་འཛམ་བུ་གླིང་སྐད་ཆ་མ་རེད་དེ་བོད་པ་ཆུང་ཆུང་ཞིག་སྐད་ཆ་རེད་བོད་པ་མ་ཡིན་ན་འབྲེལ་བ་ཡོད་མ་རེད་འོ་དེ་སྐད་ཆ་དྲང་པོ་དྲང་བཞག་ཞུ་ཡག་ཡིན། དེ་ནས་ད་ཟླ་བ་རྡོ་ཚེ་རིང twenty five ལགས་ཀྱི་མཆན་གསུམ་བསྐྱོན་བཞག་དེ་ལ་ཡང་ངས་མུས་མཐུ་ནས་ལན་མེད་དྲང་པོ་དྲང་བཞག་ཞུ་ཡིན་ད་རྒྱ་ལན་ཞུ་ཕུལ་ཡག་མེད། རྒྱ་ལས་ཕུལ་ཡ་ལ་ང་ལ་དྲིན་མེད་དྲིན་ཕོབ་ཤེས་བྱ་ཡོན་ཏན་ག་གོ་ཞིག་མེད། བསམ་ཚུལ་ཞིག་ཞུ་ཡ་ཡིན། འོ་དེ་མཆན་དང་པོ་དེ་གར་ཟེར་ན་འོ་ན་སྔོན་དར་ནག་ཁྱོད་ཚོ་སྲིད་སྐྱོང་བློ་སེང་ལ་དར་ནག་འཁྱར་ནས་ངོ་རྒོལ་བྱས་པ་འདི ྋགོང་ས་མཆོག་ལ་ངོ་རྒོལ་ཆགས་ཀྱི་ཡོད་རེད་དམ་ཟེར་དྲི་བ་ཅིག་རེ་བཞག་ཨ་དེ་ལ་ང་རང་བསམ་ཚུལ་ཞིག་ཞུ་ཡ་ཡོད། གྲོགས་པོ་རང་གིས་འདི་ག་བ་ལ་སྙེ་མ་སྲིད་སྐྱོང་བློ་སེང་གིས་སྐབས་བཅུ་བཞི་དང་བཅོ་ལྔ་སྲིད་སྐྱོང་གནང་བའི་སྐབས་ལ་གུས་པ་ང་རང་ཡིན་ནའི་གངས་ལྗོངས་སྐད་གཞུང་ལ་ལས་བྱེད་ཅིང་ལས་ཀ་བྱེད་བདེ་བའི་སྐབས་དེ་ཡིན། ལོ་བཅུ་ཚང་མ། ནི། འདི་སྐབས་ལ་ངས། སྲིད་སྐྱོང་བློ་སེང་གི་ལ་ཡང་ངས་དངོས་གནས་ད་ནས་ད་ཆ་ནག་པོ་འཁེལ་ནས་དེ་འདྲའི་ངོ་བོ་ཆེ་བ་དེ་ངས་ཆུང་དུ་མཐོང་མ་མྱོང། མཐོང་མ་མྱོང་ལབ་པ་རེད་མཐོང་མ་སོང། མཐོང་མ་སོང་ལབ་པ་རེད། མཐོང་མ་སོང་སྐད་ཆ་དྲང་པོ་དྲང་ཤ་ཡིན། དེ་ཡིན་དུས་ག་ལ་གྲོགས་པོ་རང་གིས་ག་རེ་མཐོང་བའི་ནང་ནས། ཡང་མིན་ན་མི་གཅིག་གི་སྐད་ཆ་ཉན་ཡིན་གྱི་རེད་དེ་ཀླད་པ་ལ་བཞག་ཡིན་གྱི་རེད་རྣམ་པ་ཚོ་གི་རྣམ་དཔྱོད་བེད་སྤྱོད་མ་བཏང་ཕྱིར། ཀླད་པ་སྤྲོ་སྤྲོ་མ་བཏང་བ་ཕྱིར་མིའི་སྐད་ཆ་ཉན་ད་ནི་འདི་རེད་བསམ་བསྡད་ཡིན་གྱི་རེད། ཡང་མིན་ན་མཚན་མོ་གཉིད་ལམ་བཏང་ཡིན་གྱི་རེད་གཉིད་ལམ་བཏང་ཞོག་གི་ཡར་ལངས་འདི་ག་དེ་མངོན་རྒྱུ་རེད་བསམ་ཡིན་གྱི་རེད། ངས་དེ་མཐའ་གཅིག་ཏུ་ཞུ་ཐུབ་ས་རེད་སྲིད་སྐྱོང། སྲིད། དེ་སྐབས་ཀྱི་སྲིད་སྐྱོང་སྐབས་བཅུ་བཞི་དང་བཅོ་ལྔ། ཨ་ནེ་སྲིད་སྐྱོང།

དུ་ཡོད་པའི་བོད་ཆོལ་ཁ་གསུམ་གྱི་ཚོགས་ཁང་ནང་དུ། ཨ་ནེ། སྤྱི་འཐུས་གཞུང་འབྲེལ་ཕྱོགས་བཅུར་དགའ་འདུར་ལ་ཕེབས་པའི་སྐབས་དེ་ལ། དགའ་འདུར་བོད་མི་མང་ཚོགས་ཀྱིས་ཨ་ནེ་སྤྱི་འཐུས་བསྟན་པ་ཡམ་པའི་ལག་ལ་ཡ་ཨ་ནེ་ད་ཆར་ནག་པོ་འཁྱིལ་ནས་ངོ་རྒོལ་བྱེད་པ་རེད་དེ་ཆེད་བསྐོ་ཡ་རྒྱུ་མཚན་ཡང་དག་པ་ཡོད་རེད་དོན་དང་ལྡན་པ་རེད་དགའ་འདུར་གཅིག་པུ་མ་རེད་ཀ་ལིང་སྤུངས་ལ་ཡང་ངོ་རྒོལ་བྱེད་པ་རེད་ད་ཀ་ལིང་སྤུངས་ད་ལྟ་ཞེ་ན་ཚ་པོ་ཆགས་རེད་ཟིག་དོ་སོ་སོ་ཡ་རྫུན་ས་སྒོ་ནས་མ་ཐོན་མ་ཐོན་བ་ཆེད་ཐབས་དང་རྒྱབ་ལོག་གི་སྒོ་ནས་བ་གྲོས་འགོ་བྱུང་རེད་ས་ཡ་འདི་འདྲས་ཅིག།

དངོས་གནས་ད་ནས་ང་རང་ཚོ་བོད་མི་མང་ལ་ཡ་ཐོག་དང་ཁྲི་ལས་གནང་མཁན་ཨ་ནེ་དེ་འདྲས་གལ་ཆེན་པོ་རྩ་ཆེན་པོ་བྱེད་དགོས། ལྷ་ཆོས་འབྱུང་སྲུང་མ་གནས་ཆུང་རྡོ་རྗེ་འཆང་ཆེན་པོ་མཆོག་ལ་ཡ་ཚེ་སྨད་ཧ་ལས་པ་ཚེ་ལས་རྒྱས་པ་ཅིག་ཞུས་པ་རེད་ཀྱི་རྣམ་པ་ཚོ་སྤྱི་འཐུས་གྲོས་ཚོགས་ལ་ཐུགས་སྣང་གནང་རྒྱུ་ཡོད་ན་འདི་ངས་འདི་འདྲ་མ་ཟེར་ཅིག་ཞུ་གི་མ་རེད་བ་མཁྱེན་མཁྱེན་པ་རེད་བ། དེ་འདྲས་ཀྱི་ཚེ་ལས་རྒྱས་པ་ཅིག་ཞུས་ཙང་དེ་ཨ་ནེ་དགའ་འདུན་མི་མང་གི་ཨ་ནི། འདི་ཞུས་པ་ལ་བརྟེན་ནས་ཨ་ནི་ངོ་རྒོལ་བྱས་པ་རེད་ད་ཆ་ནག་པོ་ཁྱོད་ནས་ངོ་རྒོལ་བྱས་པ་རེད་དང་པོ་དགའ་འདོགས་མི་དམངས་ནས་བྱས་རེད་དེ། དེ། ངོ་རྒོལ་དེ་ཚད་དང་ལྡན་པ་རེད་བདེན་པ་རེད་ངོ་རྒོལ་ཆེ་བ་རེད། དཔེར་ན་ནག་གནས་ཆུང་རྡོ་རྗེ་འཆང་ཆེན་པོ་མཆོག་ཡིན་ན་རྒྱ་བོར་མི་བཅས་ཀྱིས་ཐུགས་མཉེས་པོ་གནང་ས་ཞིག་རེད། ཡིད་ཆེས་བློས་འགེལ་གནང་ས་ཞིག་རེད། དུ་བ། བྱམས་སྐྱོང་གནང་ས་ཅིག་རེད། གྱང་རུམ་ཅིག་དཀར་ཅིག་ཡོད་རེད། གནས་ཆུང་པོ་ང་ལ་ཕན་ཐོགས་པོ་ཡོད་གསུངས་གནང་དགོས་རེད་བསྔགས་བརྗོད་གནང་དགོས་རེད། དེ་འདྲའི་གཅིག་གི་ལྷ་ཆུ་ཆུ་སྲུང་མ་གཅིག་ལ་ཡ་སོ་སོ་མི། ཕལ་པ་ཅིག་གིས་སྤྱི་མཐུས་ཀྱི་མིང་ཅིག་ཁྱེད་ཀྱིས་ཨ་ནི་དེ་འདྲའི་སྲུང་མ་བཀའ་དྲིན་ཆེན་པོ་དེ་འདྲ་ལ་ཡ་ཚེ་ལས་རྒྱལ་བའི་ཧ་ལས་བ་ཅིག་ཚད་མེད་ཞུས་ཡོད་འདུག་ག་ལ་དེ་མི་མང་ཁ་ཚུམ་བསྡད་མ་ཐུབ་བ་བྱས། རེད། ཨ་ནི་ངོ་རྒོལ་བྱས་པ་རེད་དེ་སྐད་ཆ་བདེན་པ་རེད། སྤྱི་འཐུས་བསྟན་པ་ཡན་པས་ལ་དྭགས་ཆ་ནག་པོ་ཁྱེད་ནས་ངོ་རྒོལ་བྱས་པ་རེད་མ་གཏོགས་སེར་སུ་བློ་སེང་གེ་ལ་བྱས་ཡོད་མ་གཏ་འདི་ནོར་གི་འདུག་རེད་བ། དེ་ཡིན་དེ་ག་ལ་ངས་དེ་ལན་འདི་ཞུ་ཡ་ཡིན་ཁྱེད་རང་ལ་རེད་བ་དེ་ཁྱེད་རང་ནོར་ཤགས། ཁྱེད་རང་དཔྱད་པ་གནང་དགོས་རེད། ཕྱི་ལྟང་ནས་ང་རང་ཚོ་བོད་ཡུལ་མི་མང་གི་སྤྱི་འཐུས་གྲོགས་ཚོགས་དེ་ལོ་གཅིག་ལ་ཐེངས་གཉིས་མི་ཚོགས་པ་བ་མ་ར་སྤྱི་ཟླ་གསུམ་པ་དགུ་པ་ལ་རེད་བ་རྣམ་ཚོ་མཁྱེན་གསལ་རེད་བ། དེ་ལ་ཡ་ཐུགས་སྣང་གནང་པ་ཡིན་ན། དེ་ནས་ད་ངོ་ཏོག་ངོ་བོ་བྱས་ཡོད་བྱས་པ་དེ་དངོས་གནས་བདེན་པ་རེད་འདུག་ད། བྱེད་འོས་པར་ཅིག་རེད་འདུག་ད། མི་འདུག་རྣམ་པ་དེ་རྣམ་དཔྱོད་བེད་སྤྱོད་དང་མིའི་སྐད་ཆ་མ་ཉན་བར་བྱེད་དེ་ནི་ཧ་གོ་དུ་ཁེལ་འགྲོ་གི་རེད་བསམ་ས་ཞིག་འདི་ལན་དང་པོ་དེ་ཡིན། ད་དེ་རིང་གང་འདུག་འདུག་ཞུས་ཡོད་གཉིས་པ་དེ་ལ་ད་ག་རང་གི་ཟླ་བ་ཚེ་རིང་བཀྲ་འཕྲིན་ཕ་ཡུལ་ལགས་ཀྱིས་ཨ་ནི་གྲྭ་པས་སྲིད་གཞུང་གྲྭ་པས་སྲིད་ལ་བྱུག་ཐུག་མི་ཆོག་ཟེར་མཁན་འདི་རྒྱ་ནག་གུང་ཁྲན་གཏམ་རེད་ས། འདི་ད་ཡིན་ན་རྒྱ་ནག་གུང་ཁྲན་ཏང་གི་དྲ་འབུ། ཆབ་སྲིད་ལ་ཇུས་གཏོགས་བྱེད་ཆོག་གི་མ་རེད་ཟེར་ལབ་ཡོད་ན། འདི་ད་ཧ་གོ་མེད་ད་ང་དེ་གོ་རྟོགས་མེད་ཡིན་ན་ཡང་ང་རང་གི་འདི་འདྲ་བྱེད་ལབ་རྒྱ་ནག་དམར་གཞུང་ལ་སྤྱི་བཏང་ནས་ང་ཚོ་དྲ་འབེ་བྱེད་དུ་ཨ་དྲ་འབེ་སྐོར་ལ་ནང་པ་སངས་རྒྱས་བོད་ཀྱི་ནང་པ་སངས་རྒྱས་པའི་དྲ་འབེ་སྐོར་ལ་ཡང་རྒྱ་ནག་དམར་གཞུང་ལ་ཇུས་གཏོགས་ག་རེ་ཡོད་རེད་ཇུས་གཏོགས་གོ་རེ་ཡོད་མ་རེད་རེད་བ། ཁོ་རང་ཁོ་རང་གི་ལུང་པ་ལ་བྱུས་གཏོགས་བྱེད་དང་སོ་སོ་སོ་སོའི་མི་རིགས་ལ་ཡང་བདེ་སྡུག་ལྟ་དང་དེ་ལྟ་གི་མ་རེད། མི་ཉམ་ཆུང་ལ་བསྙབ་བཅོས་བཏང་བོད་ནང་དུ་འདི་གས་ད་མ་རབ་ཐབས་ཀྱི་ཧམ་ཆེན་གི་དབང་གིས་སྟབས་བོད་འདི་ཟ་བར་རེད་པཱ། བོད་སྙམ་མ་ལྔ་བཅུ་ང་དགུ་སྔོན་ལ་དངོས་གནས་དྲ་གནས་ཆོས་བྱེད་མཁན་རྐྱང་རྐྱང་ཞིག་རེད་མ་གཏོགས་མི་ཨ་ནི་བཟང་པོ། སྤྱན་རས་གཟིགས་ཀྱི་འདུ་ཤེས་ནས་སྐྱེས་པའི་མི་རིགས་བཟང་པོ་རྐྱང་རྐྱང་ཅིག་རེད་བཱ་དེ་ལ་ཡང་མཐོང་ཆུང་དང་བསྙབ་བཅོས་བཏང་དེ་ནས་ཇག་པ། ཇག་པ་འཁྲབ་རྗེས་ཨ་ནེ་ལུང་པ་འཕྲོག་བྱོ་རུ་བ་ཨ་དེ་ནང་ལ་ཡ་ཨ་ནེ། བོད་ནང་ལ་ཡོད་པའི་ཨ་ནེ། རིན་པོ་ཆེ་ལྷ་སོགས་པ། རུ་བ། གཏེར་གཏེར་དང་འདི་ཚོ་ཚང་མ་འཕྲོག་བཅོམ་བྱེད། སོ་སོ་ཡུལ་ཡུལ་གྱི་བདག་པོ་བོད་མི་ཚོ་ལ་ཡང་བསྙབ་བཅོལ་བཏང། གདུང། བསྲེ། གཏུབ། འཕྲོ། ཇག་པ་རྒྱང་གི་གྲངས་རིག་པ། ད་དེ་འདྲའི། རྒྱ་ནག་དམར་གཞུང་གཅིག་གིས་ཨ་ནི་བོད་པའི། ཨ་ནི། གྲྭ་པ་ལ་ཡ། ཨ་ནི། སྲིད་ལ་ཡ་བྱུས་གཏོགས་བྱེད་མི་ཆོག། ལབ་ཨ་ཡོད་ན། དེ། ལབ་ཡོད་ཀྱི་མ་རེད། འདི་ལ་ང་ག་འབྲེལ་བ་མི་འདུག། གཉིས་པ་འདི་ལ། གོང་ས་མཆོག་གིས་ད་ལྟ་ང་ཚོ་བོད་ཀྱི་དུས་ཚོད་རྫ་ཁྲག་དེ་ལ་ཡ་སྐྱ་སེར་གཉིས་ཀའི་བོད་དོན་ཆེད་ཕྱག་ལས་གནང་དགོས་པ་རེད་གསུངས་ཡོད་ས་དེ་བྱ་རྒྱ་རྒྱ་བདེན་པ་རེད་རྒྱ་འོམ་ཅེས་བཀའ་སློབ་མང་པོ་བྱས་རེད་སྔོན་ལ་བོད་སྔ་ན་བོད་ནི་ག་ས་བཙན་བྱོལ་ནང་བསྡད་མཁན་ང་ཚོ་ཚང་མ་ལོ་བོད་བོད་ནང་བཞུགས་མཁན་བོད་ཤེས་རིག་མི་མང་གི་སྐུ་ཚབ་རེད་སྐུ་ཚབ་མཚོན་གྱི་ཡོད་རེད་སྐུ་ཚབ་མཚོན་པའི་ལས་ཀ་བྱེད་དགོས་རེད་གསུངས་གནང་ཡོད་རེད། ཧཱུྃ། ཕོ་མོ་གཞན་ཞོལ་སེར་སྐྱ་ཚང་མ་ལོག་གི་དངོས་གནས་ད་ནི་རྡོག་རྩ་ཆིག་སྒྲིལ་གྱི་སྒོ་ནས་ལས་ཀ་བྱེད་པོ་རེད་བོད་དོན་ཆེད་དུ་ལས་ཀ་བྱེད་པོ་རེད་སོགས་བཀའ་སློབ་མང་པོ་ཞིག་ཕེབས་ཡོད་པས་དོགས་པ་ང་རྒྱག་རུང་ཅེས་ཁོང་གིས་གསུངས་པ་ནང་བཞིན་ངས་ཞུ་ཐུབ་མི་འདུག་འདི་ཁྱེད་རང་གི་བདེན་པ་བདེན་རྐྱང་རེད། ཡིན་ན་ཡང་ཁྱེད་རང་གི་དགོངས་པ་ཞིག་གཞན་ནང་དང། རེད་བ། ད་ང་ཚོ་སྤྱི་དང་ནས་ཕྱི་ལོག་ལ་ད་ང་དང་ང་བཞིན་འདྲ་བ་དེ་མང་པོ་ཞིག་ཡོད་རེད་རེད་བ། ཆབ་སྲིད་ཀྱི་ཐོག་ནས་ལས་ཀ་བྱེད་མཁན་ཡོད་རེད། ཨ་ནི། རང་བཙན་གྱི་ཐོག་ལ་ལས་ཀ་བྱེད་མཁན་ཡོད་རེད་བོད་དོན་གྱི་ཆེད་དུ་ལས་ཀ་བྱེད་མཁན་ཡོད་རེད་མང་པོ་ཡོད་རེད་སློབ་ཕྲུག་ཡོད་རེད་རྒན་པ་ཡོད་རེད་གཞོན་པ་ཡོད་རེད། མང་པོ་ཅིག་ཡོད་རེད་ཡིན་ན་ད་ད་སྐབས་སུ་བབས་པའི་ང་རང་ཚོ་ལ་དབུས་བོད་མི་སྒྲིག་འཛུགས་ནང་ལ།

ཁ་ལོ་བ་ཡི་གེ་ཡིན་སྟབས་ཚང་མ་ལག་གི་ལས་བྱེད་ལགས་གོ། འདི་ལ་སྲི་ཞུ་བ་ལགས་ཡོད་སྲི་ཐོན་པ་ལགས་ཀྱི་མ་རེད། རེད་བ། དེ་འདྲས་ཤིག་སྙེ་མ་ནི་ངས་སྐད་བཤད་ཡིན་ཁ་ཤས་ཤིག་སྐད་བཤད་སྟངས་ནོར་གི་འདུག་བ་ཡང། སྤྱི་འཐུས་འདི་ཚོ་གི་བྱེད་སྟངས་མ་འགྲིག་རེད་བ་ཨ་ནི་ད་གངས་ཅན་གི་གཞུང་གི་ལས་བྱེད་འདི་ཚོ་གི་བྱེད་སྟངས་འགྲིག་གི་མི་འདུག་ཟེར་ཡ་ཅིག་སྐད་ཆ་མང་པོ་ཞིག་ཐོན་ཡོང་གི་འདུག་བ། དབྱེ་བ་དཔྱད་ཤེས་ཀྱི་མི་འདུག་བ།

དེ་ཆབ་སྲིད་པ་དག་ཟེར་ཡ་དེ་དག་ང་ཚོ་མིག་མཐོང་ལག་ཟིན་གྱི་ཆོས་ཅན་བཙུགས་ཡ་དེ་དེ་ཚོ་རེད་ད། དེ་ཡིན་དུས་ག་ལ་ཆབ་སྲིད་པ་གི་ཆབ་སྲིད་ཀྱི་ལས་དོན་ད་ལྟ་རྒྱ་བལ་དགོངས་པ་བཞི་ལ་བཞག་ནས་ལས་དོན་བྱེད་ཀྱི་འདུག་དང་མི་འདུག་སེར་སྐྱ་ཕོ་མོ་ཡོངས་ནས་ད་ཁྱེད་རང་གི་སེར་སྐྱ་ཕོ་མོ་ཡོངས་ལ་རོ་བ་སེར་སྐྱ་ཕོ་མོ་གཉིས་ནས་ད་སྤྱི་འཐུས་ལྷན་ཚོགས་ནང་ལ་སེར་སྐྱ་ཕོ་མོ་གཉིས་ཡོད་རེད། དྲི་བ། ད་དཔལ་ལྡན་སྲིད་སྐྱོང་ད་དྲ་སྐབས་སུ་བབས་པའི་སྐབས་བཅུ་དྲུག་གི་དཔལ་ལྡན་སྲིད་སྐྱོང་ཁོང་སྤེན་པ་ཚེ་རིང་གཙོས་པའི་བཀའ་བློན་རྣམ་པ་རེད། ད་ད་ལྟ་ཧ་ལས་པ་འཛམ་བུ་གླིང་འདི་ནང་ལ། དངོས་གནས་ལྟར་སྔོན་མཇལ་མ་མྱོང་བ་ད་ལྟ་ང་ལ་མཐོང་མཇལ་ཡོང་གི་འདུག་གང་ཡིན་ཟེར་ན། སྐུ་ངོ་སྲིད་སྐྱོང་སྐུ་སྤེན་པ་ཚེ་རིང་མཆོག་གིས། ང་རང་གི་བསམ་ལྟར་མི་གཅིག་གིས་བྱས་ན་བྱས་ཡག་འདུག་ཨ་བསམ་ཡ་བྱས། དེ་གདེང་སྤོབས་དེ། སྙིང་དུ། དཔལ་ལྡན་སྲིད་སྐྱོང་ཀོང་ཀྲང་པུ་ཚེ་རིང་མཆོག་གི་ཕྱག་ལས་གནང་སྟངས་ལ་གཟིགས། བལྟ་བ་ཡིན་ན། སྤྱི་བཏང་ནས་ལྷ་ཆོས་ཆོས་སྲུང་མ་གི་གྲོགས་དང་འཕྲིན་ལས་ཡོད་རེད་ཅག་ཅག་རྒྱ་ཡོད་རེད། དེ་ནས་དེ་ལས་ལྷ་ཁ་རྒྱའོ་རམ་བཅས་ཀྱི་ཐུགས་སྨོན་ཡོད་རེད། རེད། གསུམ་པ། དཔལ་ལྡན་སྲིད་སྐྱོང་ཁོང་ཉིད་ཀྱི་དཀའ་ལས་རྒྱབ་ནས་བྱོན་རྒྱུ་རེད། ཕ་འཛམ་བུ་གླིང་འདི་ནང་ལ་ཁོང་གི་ཕྱག་ལས་གནང་སྟངས་ཅིག་གཟིགས་ན་དང། ང་ཚོ་དབུས་བུད་མེད་སྒྲིག་འཛུགས་ཀྱི་ལས་བྱེད་ནང་ལོགས་ལ་རེད། ད། གཞིས་ཆགས་ནང་གི་བོད་མི་ཚོ་གི་བདེན་མཐའ་སེལ་ཡག་གི་དཀའ་ངལ་སེལ་ཡག་གི་ལས་དོན་ཡིན་ན་རེད། ད་དོ་སྣང་བྱེད་ན་ད། ཨ་ནི། ཆབ་སྲིད་ཀྱི་སྐོར་ལ་ཆབ་སྲིད་ཀྱི་ཐོག་ལ་ཨ་ནི། ད་ཕྱི་རྗེས་ཡུལ་གྲུ་གང་ལ་དངོས་གནས། ཡར་རྒྱས་ཡར་རྒྱས་ཅན་གྱི་རྒྱལ་ཁབ། ཕྱི་རྗེས་ཡུལ་གྲུ་ག་ལ་ཕེབས་ཆེད་ཆབ་སྲིད་ཀྱི་གོ་རྟོགས་གང་འདྲས་ཡག་པོ་སྤེལ་གནང་གི་འདུག་ད། ངས་སྙན་པ་དེ་འདྲ་མཇལ་མ་མྱོང་ང་གངས་ཅན་སྐད་གཞུང་ལོ་གཉིས་ས་གསུམ་ལྷག་ཅིག་ལས་ཀ་བྱས་རེད་ལབ་ཡོད་འདུག་ལ་ཡིན་པ། དེ་འདྲའི་ཆབ་སྲིད་ཀྱི་གོ་སྒྲིག་ཡོད་དེ་བྱུང་ཡོད་རེད་མང་པོ་བྱུང་ཡོད་རེད་དེ། དེ་འདྲའི་ད་ལྟ་སྐབས་སུ་བབས་པའི་སྐུ་ངོ་སྤེན་པ་ཚེ་རིང་མཆོག་གིས་གནང་པ་ནང་བཞིན་ང་ཆུ་ནས་མཐོང་མ་མྱོང། ད་ལན་དང་པོ་ཡིན། ཡིན་ན་ང་རང་ལ་ཡོན་ཏན་བསམ་བློ་ན་ག་རེ་ཅིག་བསླེས་ཡོད་དུས་སོ་ན། མི་གཅིག་གིས་དངོས་གནས་ད་ནས་དཀའ་ལས་རྒྱབ་པ་དཀའ་ལས་རྒྱབ་ཅིག་བྱས་ན་བྱས་ཡོད་འདུག་ཨ་བསམ་ཡ་ཅིག། འདི་འདྲས་ཀྱི་དུས་འགོ་བཅས་ང་ལ་ཡོན་ཏན་ཞིག་རག་སོང། དངོས་གནས་དྲན་ནས་དེའི་དཔལ་ལྡན་སྐབས་དེ་འདྲ་སྐབས་བཅུ་དྲུག་པའི་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་གིས་སྐུ་ལས་བསྐྱོན་བཞག་པའི་བྲིས་སྐུ་དེ་ད་ལྟ་མང་པོ་ཞིག་དོན་དེའི་ཁྱབ་ཚུལ་སྐོར་ལ་གོ་རྟོགས་ཧ་ལས་པ་འཛམ་བུ་གླིང་འདི་ན་ལ་རྣམ་པ་ཚོ་མཁྱེན་གསལ་རེད།

དཔའ་རྟུལ་སྲིད་སྐྱོང་ཀུན་སྤེལ་པ་ཚེ་ཁོང་ཉིད་ཀྱིས། དཀའ་ལས་རྒྱབ་ཀྱི་འབྲས་བུ་བཟང་པོ་མང་པོ་ཅི་དོན་དུ་བ། དེ་རྣམ་པ་ཚོ་ཁེངས་སེ་རེད་ད་དུང་ཡིན་ན་ཡང་ཞི་མེད་སྐྱོན་བརྗོད་བྱེད་འཇུག་དོག་འདེམས་དོན་སྲིད་སྐྱོང། དཀོན་མཆོག་གསུམ་སྣ་གི་སོགས་ལ་ད་གི་མར་ད་ཁྱོད་ཚོ་ལས་རྒྱུ་འབྲས་འགྲོ་གི་མར་ངས་མཐའ་གཅིག་ཏུ་ལ་གོས་ད་དཀོན་མཆོག་རྒྱག་རུམ་གྱི་མཚན་སྨོད་སོགས་ཁྱོད་ཚོ་ལ་ལ་ད་གི་མ་རེད་ཆོག་རུ་པོ་ད་གི་མ་རེད། མིར་ལས་ཀ་བྱེད་མཁན་ལ་ལྟ་ནོར་ཤེས་མེད་སྐྱོན་བརྗོད་བྱས་ཏེ། ཁྱོད་རང་ཚོ་གིས་ཡིན་རྒྱུ་བོད་སྤྱི་པ་ལ་གནོད་སྐྱེལ་ཡས་ཀྱི་ཆེད་དུ་སྐད་ཆ་བཤད་ཀྱི་ཡོད་འགྲོ། བར་རྗེས་དྲན་ཡས་ཀྱི་སྐད་ཆ་བཤད་ཀྱི་ཡོད་འགྲོ། ར་ཕ་ནི་ཀ་བ་ཀློག་ཐུབ་མ་རེད་གྲོགས་པོ། འདི་ཁྱོད་རང་ལ་ཕོག་གི་རེད། འདི་འདྲའི་སྐད་ཆ་བཤད་མཁན་ཞིག་དུ་བ། འོ་འདི་ལ་བས་ཡིན་དུ་བ། གཉིས་ནས་ད་ང་རང་ཚོ་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ནང་མི་བཞི་བཞེ་ལྔ་ཡོད་རེད། སྤྱི་འཐུས་བཞི་བཞི་ལྔ་ཆབ་སྲིད་པར་བཞི་བཞི་ལྔ་ཡོད། ད་བཞི་བཞི་ལྔ་འདི་ཚང་མ་ཆབ་སྲིད་པ་རེད་སྲིད་དོན་པ་རེད། རེད་བ། འདི་གི་ཕྱག་ལས་གནང་སྟངས་ཅིག་གཟིགས་གནང་དང། མ་རེད་པས། ཕྱག་ལས་གནང་སྟངས་ཅིག་གཟིགས་གནང་དང། ད་རང་གི་ད་ལྟ་ས་སྐྱ་ཕོ་མོ་གཉིས་ཀ་གི། ད་རྒྱ་རོམ་གྱིས་དེ་འདྲའི་བོད་ཀྱི་ཆེད་དུ་ལས་ཀ་བྱེད་དགོས་རེད་གསུངས་ཡོད་རེད་བ། ད་ས་སྐྱ་སྤྱི་མཐུས་བོད་མི་མང་གི་སྤྱི་མཐུས་ལྷན་ཚོགས་ནང་གཅིག་སྲིད་དང་མི་བཞི་བཞི་ཞེ་ལྔ་ནང་ལ་ས་སྐྱ་ཕོ་མོ་གཉིས་ཀ་ཡོད་རེད་ད། འདི་ནང་ལ་སུ་གིས་རྒྱ་བ་རོམ་གྱི་དགོངས་པ་སྒྲུབ་ཀྱི་འདུག་རྒྱ་བ་རོམ་གྱི་དགོངས་གཞི་གཞི་ལ་བཞག་ནས་ལས་དོན་བྱེད་ཀྱི་འདུག་ངས་སྔོན་དུ་ཞུས་སོ་བར་བརྟེན་བོད། ལོ་གཅིག་ན་ཐེངས་གཉིས་ཚོགས་འགོ་རེས་སྤྱི་འཐུས་གྲོས་ཚོགས་སྤྱི་ཟླ་གསུམ་པ་དྲུག་པ་དགུ་པ། ཉི་མ་བརྒྱད་དགུ་བཅུ། རེས་ཚོགས་འགོ་རེས་འདི་འདྲ་ཐུགས་སྣང་གནང་རྒྱུ་ཡོད་པས་དོ་སྣང་གནང་རྒྱུ་ཡོད་པས། དངོས་གནས་བྱས་ན་བོད་པ་རྩམ་ཟེ་ཅིག་ཡིན་ན། བོད་པ་ཅིག་ཡིན་ན་འདྲ་བོད་པ་མིན་ཚུལ་ལོག་ལྷོང་མ་རེད་ངས་ལ་ཡིན་རྒྱབ་སྐྱོར་བྱེད་མཁན་ནི་བཀྲ་ཤིས་བདེ་ལེགས་རེད། སྤྱི་ཟླ་ནང་བྱེས་མའི་སྐྱོན་སྐྱོན་ཁོ་ར་ཀྲུང་བསྟེན་མཁན་ན་སྐྱོན་ཀྲུང་དབྱང་གི་ཐོབ་ཐང་ཡོད་མ་རེད་བྱུས་ཏོག་ཡོད་མ་རེད། འདི་རྒྱ་ཡི་ཆིག་རྒྱ་ནག་དམར་ཤོག་གི་ཆིག་སྟེ། བོད་པ་ཡིན་ཚར་བའི་རྗེས་ལ་ཐུགས་སྣང་གནང་དགོ་རེད་དོ་སྣང་གནང་དགོ་རེད་དངོས་གནས་ཁོ་ན། སུ་གི་ད་ས་ཆ་ཕོ་མོ་གཉིས་ཀ་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ནང་ཡོད་རེད་ད་སུ་གི་བྱེད་ཀྱི་འདུག་དང་མི་འདུག་རྒྱ་བའི་དགོངས་པ་སུ་གི་སྒྲུབ་ཀྱི་འདུག་སུ་གི་སྒྲུབ་ཀྱི་མི་འདུག་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ཟེར་ད་ལས་སླ་བོ་མ་རེད་ཁྲིམས་བཟོ་ལྷན་ཚོགས་རེད་ཁྲིམས་བཟོ་ཡག་གི་ཚང་མ་ཁོང་ཚོ་ལ་དབང་ཆ་ཡོད་རེད། དཔལ་ལྡན་བཀའ་སྤྱི་ཁ་སྲིད་སྐྱོང་གཙོས་པའི་བཀའ་བློན་རྣམ་པ་དང་ལས་བྱེད་རྣམ་པ་ཕྱག་ལས་གནང་མ་གནང་ཟེར་ཕ་ནས་ཚུགས། སྔོན་རྩིས་བཀའ་ཁྲི་སྤྲད་མ་སྤྲད་བཅས་རེད། ཁོ་རང་ཚོ་ལག་པ་ལ་དབང་ཆ་ཆེན་པོ་ཅིག་ཡོད་རེད། འོན་ཀྱང་རྒྱལ་བའི་དགོངས་པ་གཞི་ལ་བཞག་ནས་འདི་ན་སེར་སྐྱ་ཕོ་མོ་གཉིས་ཀ་རེ་ཡོད་རེད་འདི་ཚོ་གི། སུ་སུ་གི་བྱེད་ཀྱི་འདུག་སུ་སུ་གི་བྱེད་ཀྱི་མི་འདུག་ཐུགས་སྣང་ཡོད་རེད། འོ་དེ་ངས་དྲི་བ་ཞིག་གླེང་འདུག་གལ་སྲིད་གྲོགས་ཚོ་ནང་ལ་ཁྱོད་རང་གིས་དེ་འདྲའི་གི་ལོ་གཅིག་ལ་ཐེངས་གཉིས་འཚོགས་དགོས་རེད་འདི་ལ་ཡར་ཐུགས་སྣང་གནང་ཅིག་དོ་སྣང་གནང་པ་ཡིན་ན། གསེར་གསེར་རེད་བཟང་བཟང་རེད། དབྱེ་བ་བཅད་དྲུག་རེད་བཟང་བ་དང་ངན་པ་དབྱེ་བ་བཅད་དྲུག་རེད། ཆ་ལེགས་པ་དང་ཆ་མ་ལེགས་པ་གཉིས་དབྱེ་བ་བཅད་དྲུག་རེད། འདི་བཅད་ཐུབ་སོང་ན་ཡིན་གཅིག་མིན་གཅིག་ང་ལ་དེ་དེ་འདྲའི་མཆན་བྲིས་དགོས་ཡོད་གི་རྒྱུ་མཚན་སྐོར་ལ་ཆ་གི་འོང་མ་རེད་བ། ཆེས་མཐོའི་སྐོར་ཆགས་ཀྱི་མ་རེད། འདི་དོ་སྣང་མེད་ཙང་ཨ་ནི་མི་གཞན་དག་གི་སྐད་ཆ་ཉན་འདི་ཀླད་པ་ན་བླུག་ད་དེ་ཡིན་ཤ་ཙི་ན་ཨ་ནི། མི་གི་བུ་བོད་མི་ཡི་ལུས་ལ་ཡང་སྐྱེ་བ་གླེན་པ་ཙམ་རེད་མ་གཏོགས་བོད་མི་བུད་མེད་ཅིག་གི་ལུས་ཀྱི་སྐྱེ་བ་གླེན་པ་ནང་བཞིན་གོ་ཆོད་ཡོད་རེད་པས་ཟེར་ན་ངས་མཐའ་གཅིག་ཏུ་གོ་ཆོད་ཡོད་མ་རེད་ཟེར་ངས་དེ་འདྲ་ཅིག་ལབ་པའི་འདོད་པ་བྱུང་སོང། ང་རང་འདྲ་པོ་ཡིན་ན་ཡོན་ཏན་སྣ་གཅིག་མེད་རེ་བ། ལྗགས་རུམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རེད། ཨ་ནེའི་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་བཀའ་དྲིན་ལ་བརྟེན་ནས་ང་ལ་བུ་ཡིག་ཀློག་ཡ་དང་བྲིས་ཡ་དེ་ངས་ཧ་ལམ་ག་ལ་ག་མཚམས་བཅད་ཤེས་ཀྱི་ཡོད། ནང་ཆོས་ཡིན་ན་ཡང་ག་ལ་ག་མཚམས་བཅད་གོ་ཐོག་ཡོད་ལྗགས་རུམ་གྱི་ཐུགས་རྗེ་བཀའ་དྲིན་རེད་གཙོ་བོ། དེ་ནས་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་སོ་སོ་དགེ་རྒན་རྣམ་པ་ཚོའི་བཀའ་དྲིན། དགེ་བའི་བཤེས་གཉེན་རྣམ་པ། ད་གེ་ཤེས་དགེ་བའི་བཤེས་གཉེན་མང་པོ་ཅིག་དམ་པ་ཕྱག་ཚ་རེ་ཁ་ཤས་ཅིག་བཞུགས་ཡོད་རེ་ཁོང་རྣམ་པ་ཚོ་བཀའ་དྲིན་ལ་བརྟེན། ནང་ཆོས་ཧ་ལམ་བལྟས་ཚེ་བལྟས་ཚེ་འགོ་ཚུགས་ཡོད་རེད་བ། དེ་ཡིན་དུས་ག་ལ་རྣམ་དཔྱོད་ཡང་ཡག་པོ་བེད་སྤྱོད་བཏང་བཞིན་ཡོད། སྙེ་མ་བདུད་ཀྱི་དམ་བཅའ་བ་དམ་བཅའ་དེ་ནས་ལན་བརྒྱབ་མྱོང། རྟགས་གསལ་བཏང་ནས་རྟགས་གསལ་བཏང་མཁན་ཅིག་ཡིན་པའི་ཆ་ནས་རྟགས་གསལ་རྩོད་པ་རྩོད་མྱོང། རེད་བ། རྒྱག་རོམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས། དེ་འབྲེལ་ཆེད་སློབ་ཐོན་ལ་འདི་ག་རྣམ་དཔྱོད་བེད་སྤྱོད་ཏག་ཏག་ཡག་པོ་བཞིན་གྱིས། བོད་སྤྱི་པ་ལ་དོ་སྣང་བྱེད་ཀྱི་ཡོད། དམིགས་སུ་བཀར་ནས་ད་ལྟ་སྐབས་སུ་བབས་པའི་སྲིད་སྐྱོང་དཔོན་པོ་ཚེ་རིང་གཙོས་པའི་བཀའ་བློན་རྣམ་པ་གྱི་ཕྱག་ལེན་གནང་སྟངས་དང། བོད་མི་མང་གི་སྤྱི་འཐུས་ཚོགས་གཙོ་གཙོས་པའི་ཚོགས་གཞོན་སྤྱི་འཐུས་བཞི་པོ་ཞེ་ལྔ་གྱི་ཕྱག་བཀའ་ཕྱག་ལེན་གནང་སྟངས་ལ་དམིགས་སུ་བཀར་ནས་དོ་སྣང་བྱེད་ཀྱི་ཡོད། རྣམ་པ་ཚོ་འདི་འདྲའི་གནང་གི་ཡོད་ན་གྲོགས་པོ་རང་འདི་འདྲའི་གནང་གི་ཡོད་ན། ད་ལྟ་ཆེ་འབྲིང་གི་ཟླ་བ་ཚེ་རིང་ལགས་ཀྲོའུ་ལི་བྷ། གནང་གི་ཡོད་ན། ད་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ནང་ལ་སེར་སྐྱ་ཕོ་མོ་གཉིས་ཀ་ཡོད་རེད་ད། སུ་གི་བྱེད་ཀྱི་འདུག་དང་རྒྱལ་བ་རིན་པོ་ཆེ་དགོངས་པ་སུ་གི་སྒྲུབ་ཀྱི་འདུག་སུ་གི་སྒྲུབ་ཀྱི་མི་འདུག། ང་རང་གི་བློ་ཟུར་གནས་ནས་ང་རང་གི་བསམ་ཚུལ་ཡིན་ན་དཔང་རྟགས་མཚོན་གྱི་འདུག་ད་དཔང་རྟགས་མཚོན་གྱི་སུ་ལོགས་སུ་སྟོན་ངོ་མ་རེད། ད་ལྟ་མཇལ་ཡ་ཡོད་རེད་ཀྲི་པི་ཀྲི་བི་ནང་མཇལ་ཡ་ཡོད་རེད་བོད་མི་མང་གི་སྤྱི་འཐུས་གྲོས་ཚོགས་འཚོགས་པའི་སྐབས་ལ། ལོ་གཉིས་ལ་ཐེངས་གཉིས་འཚོགས་ཀྱི་རེད་དེ་ལ་བསྟན་པ་བསྟན་རྒྱལ་བ་རིན་པོ་ཆེ་ལ་ཡ་ཐུགས་ཕམ་བཟོས་ཡ། ཨ། བྱ་བ་རུམ་ཚེ་ལ་ཚད་མའི་དངོས་གཞུང་གང་རུང་ལ། ད་དེ་འདྲའི་ཆེ་ལས་དོན། ས་སྐྱ་ཕོ་མོ་ད་བོད་མི་མང་སྤྱི་འཐུས་ཞི་བ་ཤེས་མཁན་ལ་ས་སྐྱ་ཕོ་མོ་སུ་གི་བྱེད་ཀྱི་འདུག་དང་བྱེད་ཀྱི་མི་འདུག་ཟེར་ན་ངས་ང་ལས་བཤད་ཡ་ཡོད། འདིའི་རྒྱུ་མཚན་ལ་ཕྱེས་ཟེར་ན་རྒྱུ་མཚན་ལ་བརྟེན་ནས། ད་ལྟ་སྐབས་སུ་བབས་པ་འདི་ལ་ཆོས་རྒྱུད་སྤྱི་འཐུས་མོག་གུ་ཟེར་ཡག་དེ་སྐད་སྦྱང་མཁན་ཡོད་ན་མེད་ན་ཅིག་ཡིན་ཁ་བཏུད་ནས་སྐད་སྦྱང་གི་ཡོད། ཁ་རྩང་བླ་ཆེན་གདམ་ས་ལ་ལ་བླ་ཆེན་ཚོགས་འདུ་འཚོགས་པའི་སྐབས་ལ་ཡང་མ་ཚོགས་ཀྱི་ཉི་མ་གཅིག་གཉིས་ངེད་ལ་ཡང་ངོ་དེབ་ན YouTube ན་སྐད་བཤད་ཅེས་ངས་འབོད་སྐུལ་ཞུས་པ་ཡིན་ཆོས་རྒྱུད་སྤྱི་འཐུས་རྩ་བ་གཉིས་ནི་མོག་གུ། ད་ཆོལ་ཁ་གསུམ་གི་སྤྱི་འཐུས་ནང་མ་མཚོན་པར་ཆོས་རྒྱུད་སྤྱི་འཐུས་ལོགས་སུ་འགོ་ཡ་མི་འདུག་འུ་ཟ། ཆོས་རྒྱུད་སྤྱི་འཐུས་གཅིག་པུ་དེ་ལ་བརྟེན་ནས་ང་ཚོ་སེར་སྐྱ་ཕོ་མོ་པ་ར་ལ་དགའ་འདག་བཟོ་ཡ་དང། ཨ་དགེ་འདུན་པ་ལ་མ་དགའ་བ་བཟོ་ཡག་དང། ཨ་ཆོས་ལ་ཡ་དད་པ་ལོག་ཡག་དང་དགེ་འདུན་པ་ལ་དད་པ་ལོག་ཡག་དང་དེ་འདྲའི་ཡིན་ཉན་པ་ཅད་ཁྱིམ་པ་སོང་ཆོས་ཀྱི་ལས་མང་པོ་ཞིག་བསགས་བཅུག་འདུག། དེ་ཡིན་དུས་ག་ལ་ཆོས་རྒྱུད་སྤྱི་འཐུས་ལ་ཡ་དེ་ཚུན་ནས་མོ་གོ་ད་ཆོས་རྒྱུད་ཁག་གི་བླ་ཆེན་རྣམ་པ་ཚོ་ལ་དགོངས་པ་བཞེས་རོགས་བྱས། ངས་སྐད་ཆ་ཤོད་གི་ནམ་རྒྱུན་སྐད་ཆ་ཡིན་དག་ར་དགོས་དམ་དག་ཡང་དག་ར་ཡིན། རེད་བ། དམ་དག་དག་ར་ཡིན་ད། མོ་གོ་རྒྱུ་མཚན་ཡོད་རེད་བ། ཁོང་ཚོ་གི་ཕྱག་ལས་ཡག་པོ་གནང་གི་འདུག་རྒྱ་བ་རུང་བཅས་དགོངས་པ་འགྲོ་གི་འདུག་ན་ད་ང་དེ་འདྲའི་ལ་ན་ང་ལ་ད་གི་མ་རེད་ཡ། དཀོན་མཆོག་ང་ལས་རྒྱུ་འདྲའི་ལ་འགྲོ་གི་མ་རེད་ང་ལ་ད་གི་མ་རེད། སྐད་ཆ་དྲང་དྲང་བྱ་ཡིན། དེ་ཞེ་མེད་སྐྱོན་བརྗོད་ཟེར་གི་འདུག་དེ་ལ་ཁ་བཏང་པ་ཟེར་གི་འདུག་དེ་འདྲའི་དགེ་འདུན་པ་ལ་ཁ་བཏང་པ་ཡིན་ན་ལ་ད་གི་མ་རེད་ལས་ཡོད་ཕོག་གི་རེད། ཡིན་ན་ཡང་ད་ལྟ་སྐབས་སུ་བབས་པའི་ཆོས་བརྒྱུད་སྤྱི་འཐུས་མོག་གོ་ཟེར་ཡ་དེ་ངས་སྐད་ཆ་ག་དུས་ན་སྐད་ཆ་བཤད་དུས་ག་ལ་ངས་ཤེས་ཀྱི་ཡོད་ཆོས་བརྒྱུད་སྤྱི་འཐུས་ད་ལྟ་ཡང་མོག་གོ། རེད་བ། བླ་ཆེན་རྣམ་པ་ཚོ་ལ་འབོད་སྐུལ་ཞུས་པ་ཡིན། རྒྱུ་མཚན་ཡང་བཏབ་པ་ཡིན། ཞེ་མེད་སྐྱོན་བརྗོད་མེད་ཁ་བཙང་པ་མེད། དུས་རྒྱུན་དུ་དག་ར་སྐད་བརྒྱག་དུས་ཀྱི་རྒྱུ་མཚན་དང་དགོས་པ་ཤུགས་ཆེན་པོ་ཡོད། ཞུས་སོ་བ། འདི་རེད་རྒྱུ་མཚན་དང་དགོས་པ།

ཀྱི་བླ་ཆེན་རྣམ་པའི་ཚོགས་ཆེན་རེ་དང། ཆོས་རྒྱུད་ཁག་གི་ཚོགས་ཆེན་རེ་འདི་པར་ལ་ང་འཁྲུངས་འདུག་ཆོས་རྒྱུད་ཁག་གི་བླ་ཆེན་གྱི་ཚོགས་ཆེན་ཡིན་ན་ཆོས་རྒྱུད་ཁག་གི་སྤྱི་འཐུས་འབྲེལ་བ་ཡོད་མ་རེད། དེའི་སྐབས་ལ་ཡང་བོད་ཤེས་རིག་མི་མང་གི་རེ་འབོད་ཚོགས་པ་གི་ཨ་ནི་མི་རྒན་པོ་གསུམ། སྒྲོལ་བྱེད་བླ་ཆེན་རེ་རེ་ལ་སྙན་ཞུ་ཕུལ་འདུག་བ་འབུལ་སྐུར་ཞུ་འདུག་བ་ངུ་གུ་ངུ་གུ་ད་ཆུ་ཆུན་སྐྱིད་སྡུག་མོ་གོས་སྐུ་ཆེ་ཐ་མལ་བ་བཟོས་རོགས་བྱེད། ད་ཆུ་ཆུན་སྐྱིད་སྡུག་དེ་གི་གཏེར་ནས་ང་ཚོ་བོད་དངོས་གནས་བརྡབ་བརྡབ་སིལ་སིལ་བཏང་གི་འདུག་ཁོ་ཚོ་གི་བཀའ་མོལ་གནང་སྟངས་ལ་བལྟས་ནས། བྱ་བ་བྱེད་སྟངས་ལ་བལྟས་ནས། ད་སྐུ་ཆེ་གཏམ་པ་ཚོ་ཐུགས་རྗེ་གཟིགས་ཟེར་ནས། བླ་ཆེན་རེ་རེའི་གདམ་གྲ་སྙི་ཞུ་ཕུལ་བར་འགྲོ་འདུག། མཇུག་སྡོམ་དེ་ལ་འབྲེལ་བ། རྒྱུ་འབྲས་ཐོན་བཟོ་བས། ང་རང་ཚོ་སྐད་རྒྱབ་པ་དེ་རྒྱུ་འབྲས་ཐོན་བཟོ་བས། ང་ལྟར་རེ་བ་བཟང་ས་ནི་རྒྱ་ཡིན་ད་དབུ་ནས་ད་ནས་ཁ་ཤས་ཅིག་ལས་ཡུལ་དུ་སྐར་མ་བཅོ་ལྟེ་འདྲེ་འདི་ཚོ་གི་བྱེད་རྒྱུ་ཁོ་ར་མ་རེད་ས་ཁྱོད་ར་རེ་བ་སྟོང་པ་དྲུག་རེད་ས་མ་རེད་མ་རེད་ཅིག་ད་གནང་གི་རེད་ཟེར་ལ་ཡིན། ཡིན་ན་ཡང་ད་འདི་སྔོན་དུ་ངས་ཞུས་སོ་བ་སྐྲ་ཁ་ལིག་ཏང་འདྲ་པོ་ཆགས་ཤེ་ན་བྱ་སྐྲ་ཁ་ལིག་ཏང་འདྲ་པོ་ཆེ་ང་ར་ང་ར་དཔེ་བཞག་ར་བ་ཨ་ཁ་ང་ལྟར་དེ་རེ་བ་བཟང་ས་ཞུ་རྒྱ་འདི་ཡིན་འདི་ད་ང་དངོས་གནས་བྱ་སྐྲ་ཁ་ལིག་ཏང་ར་ཆགས་ཤ་བསམ་ས་ཟེར་སླེབས་སོང་དངོས་གནས་ད་ནས་ད་ལྟ་ཡང་སྐད་རྒྱག་གི་ཡོད་ད། རྒྱུ་མདོའི་དོན་གསོལ་བའི་བརྡ། བླ་ཆེན་རྣམ་པ་གཟུགས་ཚོགས་འདུ་རེད་འདུག་གས་ཆོས་རྒྱུད་ཁག་གི་ཚོགས་འདུ་རེད་འདུག་ངས་ནི་ཆོས་རྒྱུད་ཁག་གི་ཚོགས་འདུ་འདྲ་པོ་ཞིག་མཐོང་སོང། ཆོས་རྒྱུད་ཁག་གི་བླ་ཆེན་གྱི་ཚོགས་འདུ་ཡིན་ན། ཆོས་རྒྱུད་གཅིག་ཏུ་འབྲེལ་བ་ཡོད་མ་རེད་འདི་ན་ལ། ཨ་ནི་ཚོགས་ཆུང་གི་ཚོགས་ཚོགས་གཙོ་ཟེར་ན་རེད་དྲུང་ཆེ་ཟེར་ན་རེད་ཚང་མ་འདི་རེད་འདུག་བ། ཆོས་རྒྱུད་གཅིག་ཏུ་རེད་འདུག་བ། ལ་ཟེར་ན་གཅིག་བཤད་ཡོང་འདུག་ག་ལ། འབྲེལ་བ་ག་རེ་ཡོད། ངས་ཟེར་ན། ཆོས་རྒྱུད་ཁག་གི་བླ་ཆེན་ཚོགས་འདུ་རེད་མི་འདུག།

དེ་འདྲས་ཀྱི་ཁུར་བསམ་དུ་ཐོངས་མྱོང་མི་འདུག་གཞི་མེད་སྡེ་དགེ་སེ་སྙེ་ཤུལ་བུའི་རེད་མི་མང་སྡེ་དགེ་སེ་སྐད་རྒྱག་གི་བ་རེད་དོ་རྒྱུ་མཚན་ཡོད་རེད་ཁྱིམ་པ་སྲུང་བྱེད་ཀྱི་ལས་ངན་མང་པོ་ཞིག་ས་བཅུ་དུ་ང་ཚོ་མིའི་ཕལ་པ་ལ་ས་བཅུ་ཡ་དེ་ཆུ་ཆུ་བཅུ་དུ་བཅུ་བུ་བྱེད་སྟངས་ལ་བརྟེན་ནས་སྐད་ཆ་བཤད་སྟངས་ལ་བརྟེན་ནས་ལས་ཀ་བྱེད་སྟངས་ལ་བརྟེན་ནས་འདི་འདྲས་ཀྱི་ཁྱིམ་པ་སྲུང་བྱེད་ཀྱི་ལས་མང་པོ་ཞིག་ས་བཅུ་དུ་འདུག་ཟེར་དེ་ཡིན་འདི་ག་ལ་ད་ཆུ་ཆུ་བཅུ་དུ་མོ་གོ་ཟེར་ཡོད་དེ། ལན་གཉིས་པ་ས་བཅུ་པའི་འོད་འབར། གྲགས་པ་དང་གཡུ་སོགས་ང་ཚོ་མི་ཕལ་པ་ཅིག་ལ་ཡང་དཔང་པོ་སྤྲང་པོ་སློང་མཁན་ཅིག་ལ་ཡང་སྒོར་མོ་གཅིག་མེད་དུ་སྤྲད་ཡ་མེད་ན་ཁོ་ཡག་པོ་ཞིག་སྤྲད་ཡོད་ས། ཨ་ནི་སྤྲད་ཡ་མེད་ན་ཁ་ཡག་པོ་ཞིག་བཤད་ནས་བཏང་ཡོད་ས། ཚིག་ངན་སྡུག་ངན་དེ་འདྲ་སྨྲ་དང་མ་ལབ་ས། གལ་སྲིད་ཕ་ཆོས་ངོ་དེ་བྱང་ཆུབ་སེམས་དཔའ་གི་སྤྲུལ་པ་ཅིག་ཡིན་པ་ཡིན་ན། དེ་ནི་ཁྱོད་རང་མེ་དོང་ན་ཟག་པ་དང་གཅིག་པ་རེད་ས། རེད་བ། མེ་དོང་ན་ཟག་ན་ཡར་ཐར་ཡག་ཡོད་མ་རེད་བ། དེ་ནང་བཞིན་དེ་འདྲའི་ཉེས་པ་ཆེན་པོ་ཡོད་སྡིག་པ་ཆེན་པོ། སྐབས་བདུན་ཚུན་ཆོས་སྤྱོད་བཅུ་དྲུག་བཅུ་དགུ་དེ་དག་ལུས་ལ་སངས་རྒྱས་རྣམས་སུ་བྱོན་གྱི་རུ་བ། མིང་ལ་ཡང་དགེ་བཤེས་ལྷ་རམས་པ་མཁན་པོའི་སློབ་དཔོན་སུ་ཡོད་རུ་བ། ད་དེ་འདྲའི་ཅིག་ལ་སྤྱི་བོའི་དཔལ་པ་ང་ཚོ་འདྲ་བོ་ཅིག་གིས་ད། ཅིག། ལབ་བསྡད་པ་ཡིན་ན། ཅི་ད་ནི་ཞི་མི་སྐྱོན་གྱི་མ་རེད་དེ། ཁ་བཏང་པ་མ་རེད། ཡིན་ན་ཡང་དགའ་མ་དགའ་ད་ཁ་ཤས་ཀྱིས་དེ་འདྲའི་ཡོང་གི་འདུག་བ།

དེ་ལྟའི་ཕྱིར་ལ་སྙིང་རྗེ་བོད་སྤྱི་པ་ལ་མི་རིགས་ལ་ཡང་དགོངས་པ་མ་བཞེས་ཡ་བྱས། ཨ་ནེ་བླ་ཆེན་རྣམ་པས་ཀྱང་ད་ང་རང་ཚོ་སྤྱི་མཐུས་སྙིང་རྗེ་ཁོང་ཚོ་ལ་སེམས་པ་ཕག་སེམས་པ་ལ་ཕོག་འགྲོ་ངེས་སམ་དེ་འདྲའི་ཆེ། མི་རེ་གཉིས་ཅིག་གིས་ཨ་ནེ། གདོང་པ་ལ་བལྟ་བྱས། ཨ་ནེ་བོད་སྤྱི་པ། མི་མང། བོད་མི་མང་བོད་སྤྱི་ལ་སངས་རྒྱས་ཀྱི་བསྟན་པ་སྤྱི་ལ་ཡང་དགོངས་པ་མ་བཞེས་པ་འདི་རྒྱ་བོད་རམ་གྱི་བཀའ་དང་འགལ་འགྲོ་གོ། འདི་བདེན་པ་བདེན་རྒྱ་རེད། རེད་བ། དེ་ཡིན་དུས་ག་ལ་ད་ལྟ། ཁྱོད་རང་གི་འདི་སེར་སྐྱ་ཕོ་མོ་གཉིས་ཀ་ལས་ཀ་བྱེད་དགོས་རེད་ཟེར་དེ། ང་ཚོ་བོད་པ་ཚང་མ་ཁ་འཐོར་དུ་ཡོད་རེད་བཙན་བྱོལ་ནང་ལ། སྤྲད་མ་ཐག་པ་ནས་འཐོར་དུ་ཡོད་རེད། བོད་པ། སྐབས་སུ་བབས་པའི་དངོས་སུ་མིག་གིས་མཐོང་ཡ་ཡོད་རྒྱུ་ང་ཚོ་མིག་གི་ཚིག་གཉིས། མིག་ཤེས་ཀྱིས་བཟུང་བྱ་མིག་གི་ཚིག་གཉིས་ཟིག་འདུག་ང་ཚོ་ག་རེ་མཐོང་དགོས་བ་རེད། དངོས་སུ་མཐོང་ཡང་ཡོད་ཅེས་ཏེ་ལོ་གཅིག་ན་ཐེངས་གཉིས་སྤྱི་འཐུས་སྤྱི་འཐུས་ལྷན་ཚོགས་ནང་ལ་སྤྱི་འཐུས་གྲོས་ཚོགས་ཐེངས་གཉིས་ཚུགས་སྐོར་འདི་ན་སེར་སྐྱ་ཕོ་མོ་ཚང་མ་ཡོད་རེད་གཉིས་ཀ་ཡོད་རེད། ད་སུ་གི་ལས་ཀ་བྱེད་ཀྱི་འདུག་སུ་གི་བྱ་བའི་དགོངས་པ་སྒྲུབ་ཀྱི་འདུག་ངས་ཟེར་ན། ད་སེར་སྐྱ་ཕོ་མོ་ང་དང་ང་བཞིན་འདྲ་བས་ན། ད་ལྟེ་སི་ལྟེ་སི་ཡོང་གི་རེད་ཁོ་ནང་ཆོས་ཞི་དྲག་ཤིང་གི་ཡོད་མ་རེད་ལྟེ་སི་ལྟེ་སི་ཡོང་གི་རེད། རྒྱབ་ལོག་གི་ཉེས་དམིགས་དེ་སྡིག་པ་དེ་ཞི་དྲག་ཞི་དྲག་བསམ་བློ་མདུན་ལ་ཡོང་གི་མ་རེད། ཡིན་དུས་པ་དེ་ཚོ་ད་ཡིན་ད་ཡིན་དག་རང་སློབ་སྟོན་སྦྱང་ནས་བསྡད་ཡོད་རེད་བ། ཨ། དེ་འདྲའི་བྱེད་ལ་ན་མི་རེ་ངོ་མ་རེ་བོད་སྤྱི་པ་ལ་ཕན་ཕན་པ་ལ་གནོད་གི་གནོད་གི་ཡོད་རེད། ཨ་རྒྱ་བའི་དགོངས་པ་དེ་མཚུངས་གི་མི་འདུག་རྒྱ་བའི་དགོངས་པ་དེ་འགལ་གི་འདུག་ལ་ཡ། ཀ་ནི་ཧ་ཨ་བ་དོ་ཨེ་ཀྲུ་ཛེད་ལ་ཡི་འདུག་བ་ཀ་ནི་ཧ་ཨ་བ་དོ་ཁོང་ཚོ་གི་ཧ་གོ་གི་ཡོད་རེད་བ། ཡིན་ན་ཡང་ད་དུང། བཟློག་སྟེ། ལྷ་ཁུ་ཁུ་ཁུ་དེ་ལས་བཟློག་སྟེ། ཕོའི་སྤྱོད་པ་ལ་ཡང། བར་ཆད་བྱེད་ཡ་དང་ཕོའི་ཆོ་ག་གསུམ་ནང་ལོགས་ལ་ཡང། མཐུན་འབྲེལ་ལ་འགོག་རྐྱེན་བཟོ་ཡ་དང། བྱ་བ་རུང་ཚོད་འགོག་པ་ལ་ཡང་འགོག་རྐྱེན་བཟོ་ཡ་དང། དེ་འདྲའི་སྐད་ཆ་ཤེས་ཀྱི་འདུག་བ་ཡང་སྤང་ད་ངས་ད་འདྲ་གཅིག་གི་ལབ་བ་དང། བོད་མི་དམངས་ཀྱི་སྤྱི་དོན་ནང་ལ་ད་འདྲ་དགེ་ལུགས་སྤྱི་དོན་གོ་བློ་ས་བོན་འདྲེ་ལ་ངས་དེ་གཉིས། བྱ་བ་རུང་ཚོད་ལ་དངོས་ཤུགས་གང་རུང་ལ་འཚེ་མེད་ཞུས་ཡོད་རེད་བས་ཟེར་ན་ངས་ཞུས་ཡོད་རེད་ལབ་ཀྱི་རེད། ཐུགས་ཕམ་བཟོས་ཡོད་རེད་དཔེ་ས་བཟོས་ཡོད་རེད་ཟེར་མཁན་ལ་གི་རེད་ཁུངས་ཁ་བ་ལྟུག་གི་རེད་ཟེར་ན་དབུ་མའི་ལམ་ལ་ཡིད་ཆེས་མེད་རེ་བ་མེད་ཟེར་ཡ་དེ་སྐད་ཆ་གཅིག་འདི་རེད། གཉིས་ནས་དབུ་མའི་ལམ་ལ་རྒྱུ་འབྲས་ཐོན་ཡོད་རེད་ཟེར་ན་ལས་རྒྱུ་འབྲས་ལ་འགྲོ་གི་མ་རེད། འདི་སྐད་ཆ་འདི་རེད་འདི་རྒྱག་རུང་ཅིག་བཀའ་ཐང་ཏག་ཏག་རྒྱས་བསྡད་ཡོད་རེད། ཇོ་བོ་རྡོ་རྗེ་གར་སོང་གོ་རེད། དབུ་མའི་ལམ་ལ་རྒྱུ་འབྲས་ཐོན་ཡོད་མ་རེད་ཟེར་ན། འདི་སྐྱག་རྫུན་རེད་ད་བདེན་པ་མ་རེད་དབུ་མའི་ལམ་ལ་བལྟས་ནས་རྒྱུ་འབྲས་མང་པོ་ཞིག་ཐོན་ཡོད་རེད་ད་དོན་ཡོད་རེད་ད། གསལ་བཤད་གནང་ཡོད་རེད། དབུ་མའི་ལམ་གྱི་གྲོགས་འགོ་བསྟུན་མཁན་ང་ཡིན་གསུང་གནང་གོ་རེད་རྒྱབ་རོམ་བྱེད་མཁན། དབུ་མའི་ལམ་གྱི་འགོ་བཙུགས་མཁན་ང་ཡིན་རྒྱུགས་ངས་སྐྱོང་གི་རེད་གསུང་ཡོད་རེད་བཀའ་སློབ། འདི་ད་ཚང་མ་རྒས་ནས་ཁོ་སྐད་ཤི་ཡ་རེད་འདི་རྒྱབ་རོམ་བྱེད་ལ་ཚད་མེད་རེད་མ་རེད། ཐུགས་ཕམ་བཟོ་གི་ཡོད་རེད་ཡོད་མ་རེད། འདི་སྐད་ཆ་དེ་ལྟར་དྲི་བ་འདི། འདི་གོ་བློ་གསར་པའི་འདི་གི་ཤེས་སྦྱོར་རེད། ངའི་བཟོས་བཅོས་མ་རེད་སྒྲོ་བཏགས་མ་རེད། ལོག་ལྟ་མ་རེད་ང་རང་གི་བློ་འཁྲུལ་པའི་དབང་གིས་ཞུ་གི་མེད། དངོས་ཡོད་གནས་ཚུལ་རེད། རེད་བ། ད་ནུ་ཆོས་སྤྱོད་བཅོས་སྒྲིག་ཅིག་ཡོད་བ་ག་ས།

ཇོ་རིན་པོ། ཆ་ཡིས་ལྟར་ན་ཆོས་ཡོད་མ་རེད། ཨ། གསུང་ཡ་ཡོད་ན་དངོས་སུ་མ་གསུང་གསུང་ན་ཕན་ཐོགས་ཆེན་པོ་ཡོད་རེད་བྱིན་རླབས་བས་ཆེན་པོ་ཡོད་རེད། ཆ་ཡིས་དེ་ལ་ཡོད་མ་རེད་ཟེར་གི་གྲྭ་བ་གཅིག་གི་ལས་སྒོར་བལྟ། སངས་རྒྱས་བཅོམ་ལྡན་འདས་ད་ལྟ་འཛམ་བུ་གླིང་འདི་ནང་ཕེབས་ཡོད་མ་རེད་བཞུགས་ཡོད་མ་རེད། མི་ཡུལ་འདི་ན་བཞུགས་ཡོད་མ་རེད། ཁོང་གི་གསུང་བྱ་བཞོན་བཀའ་རྗེ་འབྲི་ཐོས་གསུམ་འདི། ད་ལྟ་ཡང་དད་པ་དམ་ཚིག་དབྱེ་བ་མེད་པར་བྱས་ནས་ལོ་རེ་རེར་ཐེངས་གཅིག་གཅིག་གཅིག་ཀློག་མཁན་མང་པོ་བྱོས་པ་དེར་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུང་བྱ་བཞུགས་བཀའ་རྒྱན་དྲིལ་དུ་གསུམ། ད་འདི་ཡིས་ཆོས་ཡོང་མ་རེད་ལབ་དགོས་བ་རེད་པས། འདི་ལ་དད་པ་ཡོང་མ་རེད་ལབ་དགོས་བ་རེད་པས། འདི་ཀློག་ན་ཆོས་ཡོང་མ་རེད་ལབ་དགོས་བ་རེད་པས། ང་འདྲ་བས་ཡིན་ན་ལོ་རྟགས་རེ་བཞིན་བཀའ་རྒྱན་དྲིལ་དུ་གསུམ་ལྟར་ཀློག་གི་མེད་དེ་རྡོ་རྗེའི་སྤྱོད་པ་རྟག་པ་རེ་བཞིན་ཀློག་གི་ཡོད་ལོ་རེ་རེ་ལ་ས་ག་ཟླ་བ་ལ་ཐེངས་གཉིས་ཙི་ཀློག་གི་ཡོད། སངས་རྒྱས་ཀྱི་གསུང་ཆོས་ཀྱི་བཀའ་རེད། དད་པ་བྱེད་ནས། ད་ཁོ་གི་བཤད་སྟངས་ལྟ་བུ་དེར་བལྟ་བས་ན་འདི་ལ་ཆོས་ཡོད་མ་རེད་ལབ་དགོས་རེད་བྱིན་རླབས་ཡོད་མ་རེད་ལབ་དགོས་རེད་པས། ད་གསུང་ཡ་ཡོད་ན་སངས་རྒྱས་བཅོམ་ལྡན་འདས་འབངས་མི་ཡུལ་ལ་དངོས་སུ་ཕེབས་ཤིག་ལབ་དགོས་རེད་པས། ས་ལུས་ལ་སངས་རྒྱས་ནམ་ས་བྱོན་གྱི་སྐད་ཆ་འདི་རེད་པས། འདི་རྒྱབ་རོམ་ཅན་ལ་ཐུགས་ཕམ་རེད་དཱ། མ་རེད། རྒྱབ་རོམ་ཅན་ལ་ཚད་མེད་རེད་དཱ། མ་རེད། ཁ་བཀྲ། བོད་མི་མ་སྤྱི་དུ་ཁ་བཀྲ་ཁ་བཀྲ་གི་ལབ། རྒྱ་བོར་མི་བྱེད་གི་སྲོང་བཙན་པོ་ར་ཉེ་ནོ་མ་རེད། དྲང་དོན་གྱི་མདོ་དང་ངེས་དོན་གྱི་མདོ་ལ་དཔེ་བཞག་དགོས་རྒྱ་བོར་མི་བྱེད་གི་དྲང་དོན་གྱི་མདོ་དང་ངེས་དོན་གྱི་མདོ་དཔེ་བཞག་ཡག་གི་ཀ་ག་གི་འདུག། ང་རྒྱ་བོར་མི་བྱེད་ནམ་རྒྱུན་ནས་བཀའ་སློབ་ཉིན་འགའི་བྱེད་ཡིན་ལབ་སོང་བ།

ཁྲིམས་ཕྱི་དྲོ་ཁྲིམས་ཆད་གང་དང་ཕྱིས་སུ་བཙུགས་པ་རེད། སྙེ་མ་དང་པོ་དང་པོ་ཡོད་མ་རེད་པ། ཕྱིས་སུ་རྒྱ་གར་རིམ་བཅས་སྐུ་ལས་སྐྱོན་ཞོག་ད་དམངས་གཙོ་ཀ་བ་གསུམ་ཟེར་དེ་ག་ཡང་དག་པ་ཞིག་བཙུགས་གནང་ཡོད་རེད་བ། ཨ། དེ་འདྲའི་ཅིག་གཏོར་ཡོང་དེ་ག་བསྐྱར་གསོ་བསྐྱར་བསྐྱར་བཅོས་བསྐྱར་གསོ་བྱེད་དེ་ག་ལ་དགོས་མ་རེད། ཁྲིམས་ཆད་སྙེ་མ་ཁྲིམས་གཞི་གང་ཡོད་མ་རེད་སྒྲིག་འགྲོ་གི་ཡོད་རེད་ད་དགོས་ཡ་མི་འདུག་ཟེར་མཁན་ཅིག་ཆོས་རྒྱུད་སྤྱི་འཐུས་རེད་བ། འདི་རྒྱ་གར་རིམ་བཅས་སེམས་དཔའ་ཡིན་ན་ཐུགས་ཕམ་བྱུང་གི་རེད་དམ་པ་རེད། ངས་བཤད་རྒྱུ་མ་བརྟགས་འགྲོ་སྟངས་མེད་དང་ངས་ལབ་སོང་ཨ། འདི་ཐུགས་ཕམ་བྱུང་གི་རེད་དམ་མ་རེད། འདི་ནི་རྒྱུ་མཚན། རྒྱུ་མཚན་དེ་འདྲའི་མང་པོ་ཅིག་ལ་བརྟགས་ནས་ཆོས་རྒྱུད་སྤྱི་འཐུས་མོ་པོ་ཟེར་ཡག་དེ་རྒྱུ་མཚན་འདི་རེད། མཁྱེན་སོང་ཨ། ད་ལྟ་ཡང་སྐད་རྒྱག་གི་མ་ཤེས་པ་དང་སྐད་རྒྱག་གིན་གདའ་ག་ན་སྐད་རྒྱག་གིན། གང་ལྟར་ཆོས་རྒྱུད་སྤྱི་འཐུས་དེ་ཞག་ཚ་བའི་རྗེས་ལ་སྐད་རྒྱག་བྱ་ཡིན། ལྟ་ཆུ་རྒྱུ་ཁག་གི་བླ་ཆེན་རྣམ་པ་ཚོ་ལ་འཚེ་མེད་མེད་སྒྲོ་བཏགས་མེད་ལོག་ལྟ་མེད་བློ་འཁྲུལ་བའི་དབང་གིས་ཞུ་གི་མེད། སྐད་རྒྱག་གིན་དང་ཚང་མ་ལ་སྐད་རྒྱག་གིན་བྱེད་ཀྱི་མི་འདུག། རྒྱ་རོམ་གྱི་ཀ་དེ་འགེལ་གྱི་འདུག། སྤྱི་འཐུས་རེ་གཉིས་ཀྱིས་སྒེར་ལ་བལྟ་ནས་གདོང་པ་ལ་བལྟ་ནས་སྙིང་རྗེ་འདི་ཚོ་སེམས་པ་ལ་ཕོག་གི་རེད་ཟེར་ནས་འདི་འདྲས་ཀྱི་དགོངས་པ་བཞེས་རྗེས་སྤྱིར་བོད་པའི་སྤྱི་སངས་རྒྱས་ཀྱི་བསྟན་པ་རེད་བོད་སངས་རྒྱས་ཀྱི་བསྟན་པ་བོད་ཀྱི་སངས་རྒྱས་ཀྱི་བསྟན་པ། ཡང་སྒོས་དུ་བོད་སྤྱི་པ་གི་ལས་དོན་ལ་ཡར་ལྷོང་ཡར་བཏང་ཤག་ཡར་མེད་བཏང་ཤག།

རྒྱུ་མཚན་འདི་ལ་བརྟེན་ནས་རྒྱུ་མཚན་དེ་འདྲའི་མང་པོ་བཅས་ལ་བརྟེན་ནས་ཆོས་རྒྱུད་སྤྱི་དོན་ངོ་ལྐོག་ཟེར་བ་འདི་འདྲ་འདི་རེད། འདི་ང་ཚོ་གི་ང་མི་ཕལ་པ་ཅིག་གི་བསམ་བློ་བཏང་ཐུབ་པོ་བ་རེད་དེ་ཆོས་རྒྱུད་ཁག་གི་བླ་ཆེན་རྣམས་པ་ཚོ་གིས་གང་ཅིར་དགོངས་པ་བཞེས་ཐུབ་པོ་བ་མ་རེད། ཆོས་རྒྱུད་ཁག་གི་བླ་ཆེན་རེ་ག་ཚོ་སྤྱི་འཐུས་རེ་གཉིས་ལ་སྙིང་རྗེ་ལྟར་བྱས་དེ་ལ་ད་ཁོ་ཚོ་སེམས་པ་ལ་ཕོག་འགྲོ་གི་རེད་སྙིང་རྗེ་ཟེར་ནས

སེར་སྐྱ་ཕོ་མོ་ཚང་མ་རེད་ད། བོད་སྤྱི་བའི་དོན་དང་ལས་ཀ་བྱེད་བར་གསུམ་ཡོད་རེད་རྒྱ་བོར་མི་བྱེད་གི། བྱེད་མཁན་མང་པོ་ཡོད་རེད། ཡིན་ནམ་མིག་མཐོང་དངོས་སུ་མཐོང་ཡ་ཁག་པོ་རེད་ད་ནངས་ང་ཚོ་ང་ཚོ་ལ་དངོས་སུ་མཐོང་ཡ་ཆབ་སྲིད་པ་ངའི་གཟུགས་སྐུ་བཙུགས་སུ་བ་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ནང་སེར་སྐྱ་ཕོ་མོ་གཉིས་ཀ་ཡོད་རེད་ད་སུ་གི་རྒྱ་བའི་བཀའ་སྒྲུབ་གི་འདུག་ད་སུ་གི་སྒྲུབ་ཡ་ལ་དགའ་རིགས་བ་ཅི་བྱེད་ཀྱི་འདུག་འདི་ལ་ཐུགས་སྣང་གནང་གི་ཡོད་བས། འདི་ངས་བྲིས་པ་ཡིན། འོ་དེ་ཞུ་ཡ་ཡིན་ལགས་སོ། གཉིས་པ་དེ་ལ་ད་ག་རེད་ང་རང་གི་བསམ་ཚུལ་ཞུ་ཡ་ད་ག་རེད་ཡིན། གསུམ་པ་དེ་ལ་དང་པོ་དར་ནག། དར་ནག་ཆོས་མཚོ། ཨ་ནི་གོར་མོ་ཟེར་ན་དངུལ་ལ་གོ་ར་གོར་མོ་ལྐོག་ཟ་བྱས་པའི་ནང་འཁྲུག་དེ་ཐག་གཅོད་བྱས་ན་ཡག་གི་རེད་ཟེར་དེ། དེ་ལན་འཁྲུག་ཡ་དེ་ལྟས་གལ་ཆེན་པོ་རེད་ཅེས་མཐོང་སོང་ང་རང་གི་ལན་མ་རེད་གོང་དར་བསམ་ཚུལ་ཞུ་ཡ་ཆེ་ཨ་ང་རང་གི་གལ་ཆེན་པོ་རེད་ཅེས་མཐོང་སོང་གང་ཡིན་ཟེར་ན། འདི་རྒྱུ་མཚན་དེ་གཙོ་བོ་དེ་ད་ད་འདྲ། ངོ་ཐེ་ན་དོན་བྱེད་ཨ་ནེ་པ་ལྗན་ལ་གོ་ལོ་བགྲེས་པོ་ཆེ་ཕེ་བྱེད་ད་བོད་ཞི་བདེ་མི་མང་གི་རེ་བོ་ཚོགས་པ་གི་ཚོགས་གཙོ་རེད་ཚོགས་གཞོན་རེད་རྒྱུ་ལས་རྣམ་པ་ཚོ་ལ་ཞེ་མེད་སྐྱོན་བརྗོད་བྱེད་དུས་བ་དམ་གྱི་ཏི་བར་ཡང་མེད་ང་ཕ་ཡོང་གི་ཡང་མེད་ཚུལ་ཤོགས་ཐུག་གོ་ཟེར་ད་ལབ་ན་འགྲིག་གི་མི་འདུག་མ་ལ་རང་རང་རེད་བཤད། ཟ་བྱེད་མྱ་ལས་ཀྱི་ཕུང་པོ་འདི། ཨ་ནི་ཐལ་ལག་གི་ངོ་བོ་ལ་འགྱུར་བ་ལ་ཉེ་བར་ཆགས་ཏེ། ཅི་ལྟར་ནས་ང་ཚོ་བྱེ་བ་འཆི་བ་ཟིན་པ་འཆི་བ་མི་རྟག་པ། ག་དུས་སླེབས་མ་སླེབས་ལོ་རྒན་པ་ལ་སླེབས་ཀྱི་རེད་ལོ་ཆུང་ང་ལ་སླེབས་ཀྱི་མ་རེད་ལོ་ཞོན་ཞོན་ལ་སླེབས་ཀྱི་མ་རེད་ལ་ཡང་ཡོད་མ་རེད་འཆི་བ་ཟེར་ཏེ་ག་དུས་སླེབས་མ་སླེབས་ངེས་པ་ཡོད་མ་རེད། ཡིན་ན་ཡང་ལོ་ཚད་ལ་ཅིག་བཏགས་པ་ཡིན་ན། ཨ་ནི། སོ་སོ་གོ་གོང་འོག་བབས་སུ་བཏགས་པ་ཡིན་ན། ཨ་ནི། ཟ་བྱེད་ཉེར་ལེན་གྱི་ཕུང་པོ་འདི། ཐལ་ལེ་ཡི་ངོ་བོ་བསྒྱུར་བ་ལ་ཉེས་པ་ཆགས་བདེ་བས་རེད་དེ་ཡིན་ན་ཡང་དར་མདོག་རྫིག་པོ་ཞིག་བོར་བ་མི་ལ་ཡ། ཧམ་པ། ཧམ་པ་ཁོ་རང་གིས་ཟ་བཞག་གོ། ཧམ་པ་ཁོར་ཟ་བཞག་གི་ཡོད་པ་དེ། རྒྱུ་མཚན་ཁ་ཚང། ཡུ་ཀྲུབ་ར། ཡུ་ཀྲུབ་དེ་ངོ་ཐེབས་པའི་སྤྱོད་ཚུལ་དྲ་རྒྱ་ནང་ལ་ཡང་བོད་གཞི་རིམ་མི་མང་གི། རེ་འབོད་ཚོགས་པ་གི་ཚོགས་གཞོན། ཚེ་བརྟན་ཕུན་ཚོགས་ལགས་ཀྱིས། ལན། གནང་སྤྱོད་ཆོས་འདི་སྒྲ་འཇུག་བྱེད་ཀྱི་སྟངས་བཞག་བཞག། འདི་རྣམ་པ་ཚོ་ཚང་མ་ལོ་བོད་གཞི་རིམ་མི་དམངས་ཀྱི་རེ་སྒུག་ཚོགས་པ་ལ་ཞུགས་རྒྱབ་སྐྱོར་གནང་མཁན་བོད་མི་དམངས་ཚང་མ་ཚོགས་པ་ན་ཞུགས་མེད་ན་ཡང་ཚོགས་རྒྱབ་སྐྱོར་གནང་མཁན་མི་ཚང་མ་ལོག་གི་དངོས་གནས་ད་འདི་གསལ་འགོ་ད་འདི་དངོས་ཡོད་གནས་ཚུལ་རེད་གལ་སྲིད་ང་ཚོགས་པ་ན་ཡོད་ང་ལ་ད་འཇོན་ཐང་དང་ག་གོ་ཅི་ཡོད་མ་རེད་དེ་ཡིན་ན་ང་ཚོགས་པ་ན་བླུགས་བླུགས་སུ་རུ་བ་ཡིན་ན་ང་རང་ཚོགས་པ་ན་བསྡད་ཅེས་རྣམ་པ་ཚོགས་ཀྱི་དངོས་གནས་ད་ནས་བོད་ཀྱི་ཆོས་དང་ཆབ་སྲིད་ཀྱི་ཐོག་ལ་ཧ་ལས་པར་དཀའ་མོལ་གནང་མཁན་མང་པོ་ཞིག་འདུག་ད་ང་རང་གིས་ཤེས་རྟོགས་མེད་པའི་མེད་པ་དེ་འདྲའི་མང་པོ་ཞིག་འདུག་དེ་འདྲའི་སྐུ་ངལ་དྲག་ནས་སོ་སོ་ནོར་བྱེད་ཐོ་འཇགས་རྣམ་དཔྱོད་བོད་ཆོས་དང་བཅས་པ་ཆེ་ཨ་མགོ་འཁོར་འདུག་ན་ཉ་འདི་འདྲའི་ཞིག་གིས་ར་བག་ཆགས་ལ་ཡང་འདྲ་བཞག་རོགས་བག་ཆགས་ལ་ཡང་འདྲ་བཞག་རོགས་ར་འདི་འདྲའི་ཞིག་གིས་འདི་སྒྲ་འཇུག་འདི། བོད་གཞི་རིམ་མི་དམངས་ཀྱི་ཚོགས་པ་ནང་ཞུགས་ཡོད་ཀྱང་རམ་མེད་ཀྱང་རུང་བོད་གཞི་རིམ་མི་དམངས་ཀྱི་ལས་འགུལ་ཚོགས་པ་ལ་ཡང་རྒྱབ་སྐྱོར་གནང་མཁན་མི་སྣ་ཚང་མར་གྱི་ཁེངས་འགོག་དང་འདི་དངོས་ཡོད་གནས་ཚུལ་རེད། སྟབས་སྤ་རྒྱ་ཡ་ལགས་ཀྱི་མང་པོ་ཞིག་ཤེས་ཀྱི་ཡོད་རེད་དེ་ཚོགས་པ་ནང་ལ་ཡང་ཚོགས་གཙོ་ཚེ་རྡི་ཕུན་ཚོགས་ལགས་རེད་ཚོགས་གཞོན་ཚེ་རིང་ཧྲི་ཐར་ལགས་རེད་ཨ་ནི་ད་ལྟ་རྒྱུན་ལས། ཁོང་ཚོ་ཁ་ཅིག་གིས། ད། པ་འཇང་ཡེ་ལགས་ཀྱིས་འདི་འདྲའི་ཀ་མེད་གནང་གི་འདུག་ད་དངོས་གནས་དཔང་རྟགས་སྟོན་རོགས་བྱེད་དཔང་རྟགས་སྟོན་རོགས་བྱེད། མང་པོ་ཞུ་བྱེད་ལགས་སོ། ཡིན་ནའི་པ་འཇང་ཡེ་ལགས་དོན་ཡ་མི་འདུག་དཔང་རྟགས་སྟོན་ཡ་མི་འདུག། ཕ་ཡུལ་ཙི་ཙི་ཙི་ཁང་ན་ཡིབ་པ་ན་ཞིག་ཡིབ་བསྡད་ཤག། དངོས་གནས་བྱས་ན་དཔང་རྟགས་ཡོད་ན་སྟོན་དང། ཙི་ཏྲ། ལྐོག་ཟ་རེད། ཙི་ཏྲ་ནི་གཙང་མ་གཙང་ཆ་བཟོས་སོ་སྙེ་མ་ཉིས་སྟོང་ཉིས་རྩ་གསུམ་ལ་ང་མེད། མ་གས་ང་དགེ་འོས་ཐོན་ཚར་ཚེ་ང་རང་སྐྱེས་ཡུལ་ས་གནས་ལ་ཡོད། ཡིན་ན་ཡང་ཐད་གཏོང་གི་བརྒྱུད་ནས་མང་པོ་ཞིག་མཐོང་ཡ་རགས་སོང། བོད་གཞི་རིམ་མི་དམངས་རེ་འབོད་ཚོགས་པ་གི་ཚོགས་རེ་འབོད་ཚོགས་པ་གི་ཚོགས་མི་ཡོངས་ནས་ཨ་ནེ་སྦ་སེར་གངས་སྐྱིད་ལ་ཡ་སྦ་སེར་ཀོ་རོན་ལ་ཡ་བོད་མི་དམངས་སྤྱི་འཐུས་ལྷན་ཚོགས་ལ་ཡ་འབོད་སྐུལ་མཚོན་བྱེད་ཀྱི་ལས་འགུལ་ཅིག་སྤེལ་ཡོད་འདུག་ག་ལ་ཁྲིམས་ཞིབ་ཁང་བསྐྱར་གསོ་ཡོང་ཡ་གི་ཆེད་དུ། ཚང་མ་བསྒྲུབ་ཚར་བའི་རྗེས་ལ་སྤྱི་ཟླ་བཅུ་ལོན། ཐད་གཏོང་ན་ཇི་མ་ཇི་བཞིན་འགྲོ་སོང་དེ་སྐབས་ལ་ཚོགས་གཙོ་བསྟན་ཡ་ལ་རེད་རེད་བ། ཨ་ཚོགས་གཞོན་ཚེ་དོན་ཨ་ཚེ་རི་བུ་འདུ་ལ་རེད་ཁོང་རྣམ་པ་ཚོ་ཁ་ཤས་ཅིག་གིས་ཐད་གཏོང་འགྲོ་བྱས་སྤྱི་ཟླ་རེ་གཉིས་གཙང་མ་གཙང་ཆགས་བཟོས། དེ་སྐབས་ལ་ང་ཐད་གཏོང་ལྟ་ཡ་ར་སོང་ང་དོ་སྣང་བྱེད་ཀྱི་ཡོད། ཚོགས་པ་དེ་ལ་ང་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་བ། གངས་ཅན་སྐད་གཞོན་ནང་ལ་ཡ་དབུས་བུད་མེད་སྒྲིག་འཛུགས་ནང་ལ་དམངས་གཙོ་ཀ་བ་གསུམ་གཏོགས་རེད་འདི་ག་ལ། ང་ཚོ་བོད་པའི་ཚོགས་པ་ལ་ག་ཚ་བོད་པའི་སྤྱི་ཚོགས་ཆུང་ཆུང་ཅིག་ན་བཙན་བྱོལ་ནང་ལ་ཆུང་ཆུང་ཅིག་ན་ཚོགས་པ་མང་ང་ཞིག་བོད་མིའི་ཚོགས་པ་གཞོན་ནུ་ཚོགས་པ་མདོ་སྟོད་ཚོགས་པ་མདོ་སྨད་ཚོགས་པ་དབུས་གཙང་ཚོགས་པ་ཨ་ནེ་དབུ་མའི་ལམ་ཚོགས་པ་ཨ་ནེ་ཨ་མ་ག་རིང་རེད་ཆོས་རིག་ཨ་ནེ་རང་བཙན་སློབ་ཕྲུག་ཚོགས་པ་ཨ་ནེ་ཏི་སི་པི་ཟུར་པ་ཚོགས་པ་སི་ཨེ་སི་ཏི་ཟུར་པ་ཚོགས་པ། མ་སུ་རི་ཧོམ་ཟུར་པ་ཚོགས་པ། ཚོགས་པ་མ་མངགས་བཅོས་རེས་དམངས་གཙོ་ཀ་བ་གསུམ་གཏོར་བསྡུ་སྐལ་ལ་སུ་གང་ཅི་དགེ་བྱུང་ལ་ལས་འགུལ་སྤེལ་སོ་དགུ་པོ་ཚུན་ཆད་ཀྱི་ལས་འགུལ་སྤེལ་བ་སུ་ལས་སོ། ཚོགས་པ་གཅིག་རང་གཅིག་རེད། རྒྱ་བར་རིམ་བྱོན་ཀ་བཞི་ལ་ཤར་རི་དབུས་བོད་མིའི་འདུས་ཚོགས་ལ་དབུ་འོག་དཔུང་སྡེ་གཞུང་གི་ཚོགས་པ་གཅིག་རང་གཅིག་རེད། བོད་གཞི་རིམ་མི་མང་གི་རེ་སྒུག་ཚོགས་པ་ཟེར་བ་དེ་རེད། འདི་གི་བྱས་རྗེས་བཞག་ཡོད་རེད། མ་ཚུགས་དཀའ་བ་གསུམ་ཧྲ་ཏག་ཏག་བྱ་ཡ་དེ་སྤྱིར། རྒྱའོ་རུང་བཅས་ཀྱི་ཐུགས་སྨོན་རེད། གཉིས་ནི་ལྷ་ཆོས་ཆོས་སྲུང་མ་གི་གྲོགས་དང་འཕྲིན་ལས་རེད། གསུམ་ནས་བོད་གཞི་རིམ་མི་མང་གི་རེ་འབོད་ཚོགས་པ་གི་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ལ་འབོད་སྐུལ་ཚུལ་འབྱིན་གྱི་ལས་འགུལ་ཅིག་སྤེལ་བ་འདི་ལ་བརྟེན་ནས་བྱུང་བ་རེད། རྒྱ་རྒྱ་རྒྱ་རེད། རེད་བ། དེ་འདྲའི་གཅིག་གི་ཚོགས་པ་ནང་ལ་ལ་ཡ་ད་རྩིས་ཁྲ་གཙང་མ་གཙང་མ་ཟོས་ཉིན་རྩ་གསུམ་ལ་ཟོས་བ་རེད་རྩ་བཞི་རྩ་ལྔ་ལས་རེད་ད། རྩ་ལྔ་ཅི་འདྲ་རྒྱས་པ་རེད་བ། ད་དེ་འདྲའི་ཅན་ལ་ཡ་ད་འདྲ་བྱེད་ནི་ཅི་ད་ལབ་བོ། དེ་གཞན་ད་ག་ཚད་ཁོང་ཁྲོ་གི་དབང་གིས་ལབ་བ་རེད། དེ་ཁོང་ཁྲོ་ག་རེ་རེད་ཟེར་ན་ཁ་རྩང་བོད་གཞི་རིམ་མི་དམངས་ཀྱི་རིག་པ་ཚོགས་པ་ན་ཁོང་ཚོ་བསྡད་ཡོད་རེད་བ་པ་རྒྱ་ཡན་ལ་ཁོང་ཚོ་ཚོགས་པ་དང་ག་ས་དང་བླངས་དང་བླངས་ཚོགས་པ་ལ་འཇིགས་ལོགས་སུ་བཙུགས་རྗེས་ཚོགས་གཙོ་ཁོ་རང་བསྡད་ཨ་ནི་རྩིས་པ་དངོས་གཉེར་ཚང་མ་དྲ་སྦྲེལ་བྱས་ཚེ་མི་སུམ་ཅུ་ཟིག་ཡོད་ས་རེད་བ། ད་ངས་ཧ་གོ་མི་ད་ཚོགས་པ་ན་སྐད་བཤད་རྒྱུ་རེད་མིག་བཤད་རྒྱུ་རེད་ཨ་ལོགས་སུ་ཐོན་ཞེས་ཨ་ནི་ད་ལྟ་ཀེ་ན་ཏྲ་ན་གཏོང་མཁན་ཨ་ནི་རང་བཙན་ཚོགས་ཆུང་རང་བཙན་ཚོགས་པ་ལ་གཏོང་མཁན་སྤྱི་འཐུས་ཁག་ཅིག་ལས་ཡང་ཨ་ནི་ད་དགོངས་པ་ཞུ་དགོས་ཡོད་མ་ཞུས་ན་ཨ་ནི་ཁྲིམས་ལ་གཏུགས་ཀི་ཟེར་དེ་ལས་འགུལ་ཅིག་སྤེལ་བ་རེད་རེད་བ། ཁྲིམས་ལ་གཏུགས་ཡ་དེ་ད་ལས་འགུལ་དེ་འགྲུབ་ཡོད་མ་རེད་གང་ཡིན་ཟེར་ན་ཁྲིམས་ཞིབ་ཁང་ན་ཡང་ཨ་ནི་ཁྲིམས་དེ་ནང་ལུགས་ལ་རྫུ་འཕྲུལ་ཡོད་མ་རེད། རྒྱུ་མཚན་ཅི་ཡི་ཕྱིར་ཟེར་ན། ཁྲིམས་འདི་འདི་འདྲའི་བྱུང་བྱའི་ཟླ་བ་བརྒྱད་བརྒྱའི་ཆ་དུ་བ། ཟླ་བ་བརྒྱད་ནང་ཚུན་ལ་ཁྲིམས་ལ་གཏུགས་ཡ་ཡིན་ན་གཏུགས་ཆོག་པ་ཅི་ད། ཟླ་བ་བརྒྱད་བརྒྱའི་ཆ་བ་ན་ཨ་ནེ་ཁྲིམས་ལ་གཏུགས་ཡ་མེད་པ་ཆེ། ང་ཚོ་ཚང་མ་ཁྲིམས་ཀྱི་དབང་དུ་ཁྲིམས་ཀྱི་འོག་ལ་བསྡད་མཁན་རེད་བ། དཔལ་ལྡན་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་ཡིན་ན་རེད་བཀའ་བློན་རྣམ་པ་ཡིན་ན་རེད།

དེ་ཡིན་དུས་བཀའ་ཁྲིམས་དེ་ནང་ལོག་འཛུལ་མ་ཐུབ་ཙང་འདི་ཁོང་ཁྲོ་གི་དབང་གིས་ཨ་ནི་དཔལ་འབྱོར་གང་ལྟར་རྡོ་རུས་བསྡུ་ན་དཔལ་འབྱོར་གི་བོད་ཤེས་རིག་མི་དམངས་ཀྱི་དངུལ་དེ་ལྷག་མ་ཡོད་རྒྱུ་དེ་ཁོང་ཚོ་ལ་རོགས་པ་བྱེད་མ་སོང་ལ་འདི་ཁོང་ཁྲོ་དབང་གིས་རེད། འདི་རོགས་པ་ག་འདྲས་ཅིག་བྱེད་ཀྱི་རེད། འདི་ལས་འགུལ་དེ་བོད་ཤེས་རིག་མི་དམངས་ཀྱི་ལས་འགུལ་མ་རེད་པ། ཁོ་རང་ཚོ་ཚོགས་པ་ག་ས་དང་ལའང་ཚོགས་པ་རེད་དེ་དེ་ཁོ་རང་ཚོ་ལས་འགུལ་སྤེལ་བ་རེད་ཁོ་རང་ཚོ་གི་དངུལ་ཐབས་ཤེས་ཁོ་རང་ཚོ་བྱས་ཁོ་རང་ཚོ་འགྲོ་སོང་བཏང་བ་རེད་མ་གཏོགས་བོད་ཤེས་རིག་མི་དམངས་ཀྱི་དངུལ་ལྷག་མ་དེ་ནས་ག་འདྲས་ཅིག་བཏང་གི་རེད། བྱུང་བ་ཅི་དྲག་ཅི་ལེགས་བྱས་པ་ཡིན་ན་ག་འདྲ་བྱས་ཏེ་དཀའ་ངལ་ཐེག་རིགས་པ། ད་བོད་གཞི་རིམ་མི་དམངས་ཀྱི་ཚོགས་གཙོ་གཙོས་པའི་ཚོགས་གཞོན་རྒྱུན་ལས་རྣམ་པ་གི་ཐུགས་ཐག་གཅོད་ཅེས་ལས་འགུལ་སྤེལ་བ་ཡིན་ན་ད་བོད་གཞི་རིམ་མི་དམངས་ཀྱི་ལས་འགུལ་རེད་དེ་འགྲོ་སོང་བཏང་ན་བོད་གཞི་རིམ་མི་དམངས་དངུལ་གྱི་བཏང་གི་རེད་མ་གཏོགས་མ་རེད། ད་དེ་འདྲའི་ཅིག་དབང་གིས་ད་ཁོང་ཁྲོ་གི་དབང་གིས་དེ་འདྲའི་ཅིག་བྱས་པ་རེད། ངོ་དེབ་ན་ཐོན་ཞིག་ད་དེ་པུ་ར་རྫུན་མ་རེད་ཧམ་པ་རེད་ཤག་ཧམ་ཆེན་ཁོང་ཁྲོ་གི་དབང་གིས་ད་ཧམ་པ་བསགས་བཞིན་ཞུ། བཟོ་བ། དེ་འདྲས་ཅིག་རེད་ཤག། དེ་ཡི་སྔོ་སེར་བདེ་པོ་རེད། སྤྱི་བཏང་ནས། པ་རྒྱ་ཡ་ལ་ཡིན་ན་སྙན་མོ་ངོ་ཐེབས་ན་དོན་ཅིག་ཀ་མེད་མང་པོ་ཅིག་གནང་འདི་དགོས་རེད། རྒྱ་རྒྱ་རྒྱ། བོད་ནང་ལ་ཕའི་བདེ་སྲུང་ལས་ཁུངས་ལ་ཕྱག་ལས་གནང་པ་དག་མང་པོ་ཅིག་གོ་མྱོང། དངོས་གནས་དྲ་གནས་མི། དངོས་གནས་གུས་བརྩི་ཞུས་ས་ཞིག་ང་བརྩི་གི་ཡོད། འགྲོ་བ་ཨ་ནེ་རྡོ་རྗེ་བདེ་སྲུང་ལས་ཁུངས་ནས་བཏོན་བྱ་རྒྱུ་དེབ་དེ་ག་ས་རྡོ་རྗེ་གྲགས་ལྡན་འདི་ཡིས་ཨ་ནེ། བློ་བྱས་ང་ལ་ཁོ་ཁོང་གི་ཉིང་རྡུལ་ང་ལ་དེབ་ཡོད་མ་རེད་བ། འདི་ཡིས་ཁོང་ཁོང་གི་དྲི་ཞིག་བརྒྱབ་སྟེ་འདི་ཉིང་རྡུལ་དངོས་གནས་གྲགས་ན་ཡིད་ཆེས་བློས་འགེལ་བྱེད་ས་མི་ཅིག་ངོ་དཔའ་བོ་ཅིག་ལ་ངོ་གསུང་གི་ཡོད། ད་ལྟ་དུས་ཚོད་དེ་ལ་ད་ང་འདི་འོག་གོ་གོ་བ་ལ་ཚུལ་བཞག་བསམ་ས་ཞིག་དྲན་གྱི་འདུག་ད་ང་གོ་གོ་ལ་ག་འདྲས་ཏེ་ཚུལ་ཡིན་ན་ཟེར་བ་ཅི། ད་དེ་གཉིས་ལ་སྐད་ཆ་བཤད་རྒྱུ་དེ་བརྒྱ་ཆ་བརྒྱ་ནས་སུམ་བཅུ་བཞི་བཅུ་གཅིག་བདེན་པ་ཨ་ཡིན་ནམ་མ་ཡིན་ནམ་བསམ་ཡ་ཆེ་ཧ་མ་གོ་ར་གི་ཟ་བཞིན་འདུག་བ་ད་ངས་དེ་དུས་ད་ཚོགས་པ་ན་སྐད་ཆ་དེ་ཧ་གོ་རེད། དཔང་རྟགས་སྟོན་ཡ་མི་འདུག་དཔང་རྟགས་སྟོན་ཡ་ཡིན་ན་དངོས་སུ་མར་དོན་གྱིས་དཔང་རྟགས་ཁྱེར་ཞུ་ལ་ནི་དཔང་རྟགས་སྟོན་དགོས་རེད་བ། དེ་ཡིན་དེ་ག་ལ་ཙི་ཙི་ཙི་གང་ན་ཡིབ་པ་ན་ཞིག་ཡིབ་བསྡད་ཀི་དེ་དེ་ཡིན་དེ་ག་ལ་ཨ་ནས་ཞེ་འདྲ། མི་འདུག་ཨ། ཁོང་ད་དུང་ཡང་གང་ཡིན་མི་འདུག་པ། དེ་ད་ག་ས་ཧམ་པ་རེད། སྤྱི་བཏང་ནས་བོད་གཞི་རིམ་མི་མང་གི་ཚོགས་པ་ནང་ཞུགས་ཡུག་ཅང་རུང་མན་ཅང་རུང་ཕྱི་ལུགས་ལ་དངོས་གནས། ཚོགས་པ་ནང་དུ་མི་སུམ་བརྒྱ་བཞི་བརྒྱ་ཅིག་རེད། རུ་བ། ཡིན་ནའང་ཚོགས་པ་ཨ་མ་ནང་ལ། སྤྱི་བཏང་ནས་རྒྱབ་སྐྱོར་གནང་མཁན་སྟོང་ཕྲག་དང་སྟོང་ཕྲག་ཁྲི་དང་ཁྲི་ཡོད་རེད་བ། དེ་ཡིན་དུས་ག་ལ་ད་ཁ་ཚང་ཨ་ཚོགས་གཞོན་ཚེ་རིང་ཧྲི་ཏཱ་ལགས་ཀྱི་སྒྲ་འཇུག་ཅིག་འདི་ནི་མ་ཡུ་ཀྲུབ་དང་འདི་ནི་མ་བཏང་ཤག་རྣམ་པ་ཚོ་ཚང་མ་ལ་དངོས་གནས་བློ་ཟུར་ནས་ནས་སེང་ཅིག་དཔྱད་པ་གནང་དང་ཨ་ནི་བོད་གཞི་རིམ་མི་མང་གི་ལྐོག་ཟ་རེ་ཟུང་གི་ནང་འཁྲུག་དེ་ཡོད་མ་རེད། འདི་རྫུན་མ་རེད་ད་དཀྲོག་གཏམ་རེད། འོ་དེ་གསལ་བཤད་ཞུ་ཡ་ཡིན། དེ་ཡིན་དེ་གལ་དེ་རིང་ང་རང་གི་ཟླ་བ་ཚེ་རིང་ལགས་ཀྱི་དེ་མཆན་བརྒྱད་ཅུ་གསུམ་དེ་ལ་ང་རང་གི་ལན་བྱ་ཡ་གི་འདོད་པ་རེ་བྱུང་སོང་དགོངས་དག་ཁ་ལ་ལན་བྱ་ཡ་ཕོ་གི་འདུལ་བ་ལན་མ་རེད་གསལ་བཤད་བྱེད་ཡ་གི་དུས་སྐབས་བཅུའི། བྱུང་སོང། འདི་ཡིན་ད་སེ་ཤེས་བྱ་བསྒྲགས་བྱས་མི་དབང་ཚང་མ་ལ་ཕན་ཐོབ་པའི་གི་རེ་བ་ཡོད། འདི་ཡིན་འདི་ག་ལ་རྣམ་པ་ཚོ་ཚང་མ་ལ་འདི་སྔོན་དེ་ངས་བིད་ཡོ་ཏུབ་ལ་སྐད་བཤད་ཞོར་དེ་ལ་ཡ་རྒྱབ་སྐྱོར་ཡག་པོ་བྱེད་རག་ཤག་ཐུགས་ཆེ་བཀའ་དྲིན་ཆེ། འདི་ཡིན་རྣམ་པ་ཚོ་ཡིན་གྱི་མིན་གྱི་བསེ་རུ་ནང། སེན་བྱས་ཨ་ནི། ད་དངོས་ནས་མི་མང་ལ་གོ་རྟོགས་ཡག་པོ་ཕན་ཐོག་ས་རེད་བསམ་ན་ནས་རྒྱུད་སྐུར་གནང་རོགས་གནང་རོགས་པ། ད་སེན་བྱས་ངེས་པ་ད་སེན། ད་འདི་ཆོ་མི་འདུག་བསམ་ན་ཨ་ནི་དེ་ནས་སེན་དེ་ནས་བློས་བཞག་རོགས་གྱིས།